རྣམ་སྦྱར་ཞེས་པ་དེ་ཤུལ་གྲོལ་དེ་དང་གཉིས་པ་རང་ཉིད་སོ་སོའི་རྣམ་སྦྱར་ཞེས་པའི་སྐབས་དེ་རེད་དེ་ལ་ཡང། སྐྱེད་རིམ་གྱི་རྣམ་སྦྱར་ཞེས་པ་དང་རྫོགས་རིམ་གྱི་རྣམ་སྦྱར་ཞེས་པ་དང་ལམ་ལ་བོགས་དབྱུང་བའི་སྤྱོད་པ་ཞེས་པ་གསུམ་ཡོད་པ་ལས་གསུམ་པ་རེད་གསུམ་པ་ལ། སྤྱོད་པ། སྤྱོད་པ་དུས་དང་གང་ཟག་ཞེས་པ་དང་སྤྱོད་པ་སྤྱད་པའི་རྣམ་སྦྱར་སྤྱིར་བསྟན་པ་ཧེ་རུ་ཀའི་སྤྱོད་པ་ཟེ་སྒྲ་དུ་བྱས་པ་དེ་རྣམ་པ་གསུམ་ཡོད་པ་ལས། སྤྱོད་པ་ལྟོས་དང་གང་ཟག་ཅེས་པ་དེ་གོང་དུ་ཞུས་གྲུབ་སྟེ། དག་སྤྱོད་པ་སྤྱད་པའི་རྣམ་གཞག་ཅེས་པའི་སྐབས་དེ་ཡིན་ས་རེད། དག་སྤྱོད་པ་གང་དེ་ནི་མ་སྤྱོད་པ་གི་རྣམ་གཞག་དེ་ཞེས་ཡིན་འོང། དག་སྤྱོད་པ་དེ་སྤྱད་སྟངས་ནི། རྒྱུད་སོ་སོ་དང་རྒྱུད་འགྲེལ་སོ་སོའི་གི་དགོངས་པ་དག་ཡང་ན་རྒྱུད་སོ་སོ་དང་གྲུབ་ཤིང་སོ་སོའི་གི་དགོངས་པ་གི་དེ་ནི་དག་འདི་གི་སྤྱོད་པ་དེ་སོགས་ཐམས་ཅད་གི་དབྱེ་བསྡུ་དང། སྤྱོད་པ་ཐམས་ཅད་གི་བཤད་སྟངས་དང་དེ་སྤྱོད་པ་སྤྱད་སྟངས་དེ་སོགས་ལ་སོགས་པ་གི་དེ་ནི་དེ་སུ་དེ་སུ་མི་འདྲ་བ་གི་ཤེས་པ་རེ་ཡོད་བསྡད་པ་དེ་འདྲ་རེད། དེ་འདྲའི་འདུག་དེ་ལ་དག་འདིའི་སྐབས་སུ། སྤྱད་སྟངས་གི་སྤྱོད་པ་སྤྱད་པའི་རྣམ་གཞག་དེ་ཞེས་ཡིན་འོང། དེས་ན། གཉིས་པ་ནི། མཉམ་སྦྱོར་དང་གསང་འདུས་ཀྱི་སྐོར་ནི་བསྒྲུབ་བྱེད་ཀྱི་སྤྱོད་པ་དང་སྤྲོས་མེད་ཀྱི་སྤྱོད་པ་ཤིན་ཏུ་སྤྲོས་མེད་ཀྱི་སྤྱོད་པ་གསུམ་བཤད་པའི་བསྒྲུབ་བྱེད་ཀྱི་སྤྱོད་པ་ནི་གསུམ། ད་སངས་རྒྱས་མཉམ་སྦྱོར་དང་ནི་དེ་ནང་བཞིན་བྱིན་གྱིས་གསང་བ་འདུས་པ་གྱི་སྐོར་དུ་གཟུགས་ཐམས་ཅད་ཀྱི་ནང་ནས་བསྒྲུབ་བྱེད་སྤྲོས་མེད་ཤིན་ཏུ་སྤྲོས་མེད་ཀྱི་སྤྱོད་པ་གསུམ་བསྟན་པ་རེད་གསུངས། དེའི་ནང་ནས་བསྒྲུབ་བྱེད་ནི་གསུངས་ད་འདས་ཀྱི་བསྒྲུབ་བྱེད་སྤྲོས་མེད་ཀྱི་སྤྱོད་པ་སྟེ་གཟུགས་ཐམས་ཅད་དེ་གསང་བ་འདུས་པ་འདྲ་ན་ད། སློབ་དཔོན་ཨ་རྱ་འདས་པའི་སྐུ། དེ་ནི་སྤྱོད་བསྡུས་ཀྱི་ནང་ན་བདག་འདས་ཀྱི་རྣམ་གཞག་དང་སོགས་ཇི་ལྟ་བ་བཞིན་དུ་ལུགས་སུ་ནི་གསུངས་ཀྱང་ཡོད་རེད། དེའི་ནང་ན་ཡིད་དང་མཐུན་པའི་གནས་སུ་སོ་ཕག་ལ་བྱེད་པའི་ལྷ་ཁང་སུམ་ཅུ་དྲུག་ཡུལ་སྒོ་བཞི་ལྟ་བ་དང་བཅས་པའི་འོག་ཏུ་ཁང། ཁང་དུ་ཚངས་མང། དང་བར་དུ་མཆོད་པའི་ཡོ་བྱད་རྣམས་བཞག་སྟེ་སྟེང་ཁང་དུ། དཀྱིལ་འཁོར་གྱི་ལྷ་གྲངས་དང་མཉམ་པའི་རྣམ་འབྱོར་ཕོ་མོ་འབག་དང་བཅས་པའི་ལྷ་སོ་སོའི་ཆས་སུ་ཞུགས་ཏེ། ཚོགས་ཀྱི་དཀྱིལ་འཁོར་ལ་གནས་ནས་ཏིང་ངེ་འཛིན་སོབ་ཅིང་བསྒྲུབ་ཅིང་སོང། ད་དེ་སོང་བར། དེ་ཡང་དུས་དེ་ལ་འདི་ཡིས་དུངས་ན་དེ་ཇི་ལྟ་བ་བཞིན་དུ་དང། སློབ་དཔོན་འཕགས་པ་ལགས་ཀྱི་དེ་ནི་སྤྱོད་བསྡུས་ཀྱི་ནང་ལོགས་ལ་དེ་འདྲ་ཟེར་ནས་གསུངས་ཡོད་རེད། དེའི་ནང་ན་ད་དང་པོ་ཁོ་ན་སྤྱི་མི་ཚ་ལ་སོགས་པ་ཡིད་དང་ཅི་སུ་མཐུན་པ་རྣམ་པར་གཡེང་བའི་གནས། གནས་སུ་ཚུལ་དང་མི་མཐུན་པ་ལ་སོགས་པ་དཀའ་བ་ངན་པ་རྣམས་དང་བྲལ་བའི་གནས་དག་ཏུ་གསུངས་དེ་ནི་ད་ཡིད་དང་མཐུན་པ་ཟེར་གྱི་དེ་དག་དཀའ་བ་མི་མཐུན་པ་དང། གསང་སྔགས་ཀྱི་སྤྱོད་པ་ལ་དེ་ནི་ལོག་པར་ལྟ་བ་དང་གསང་སྔགས་ཀྱི་སྤྱོད་པ་ལ་ལྟ་བར་མི་དབང་བ་ལ་སོགས་པ་དུག་གསུམ་ཐམས་ཅད་ཀྱི་དང་མི་དང་མི་མ་ཡིན་པ་ལ་སོགས་པའི་དབེན་པའི་དེ་འདྲ་གི་གནས་སུ་དེ་ནི་སོ་ཕག་ལ་བྱས་པའི་ཁང་པ་སུམ་བརྩེགས།

དེ་འདྲ་ལས་བཟོས་པའི་གི་ལྷ་ཁང་སུམ་བརྩེགས་བཟའ་དགོས་གསུངས་པས། དེ་ལ་ཡང་དེ་ནས་སྦྱིན་རྣམ་པ་སྣ་ཚོགས་པ་དང་ལྡན་པ་ཟད་དུ་གཞུག་གོ་གསུངས། དེ་འདྲའི་གསུང་རེ་འདི་གནང་ན། དེ་ལ་ཡང་དེ་ནས་གྲུ་བཞི་སྒོ་བཞི་རྟ་བབས་དང་བཅས་པ་དགོས་གསུངས། ད་ནི་དེ་ཡི་སྤྱོད་བསྡུས་ཀྱི་གནང་ལུགས་ལ་འདི་ལ་སྦྱིན་བྱ་རྣམ་པ་སྣ་ཚོགས་པ་དང་བཅས་པ་དེ་འདྲ་བཏགས་དགོས་གསུངས། དེ་ནས་དེ་ལ་ཁང་པ་དང་པོ་ནི་ཚང་མང་བཞག་པར་བྱའོ་གསུངས་པས་ན་ད་ཁང་བ་དང་པོ་དེ་ཚང་མང་བྱེད་དགོས་གསུངས་བ་རེད་འདི་ནང་ན་ཚང་མང་བ་འདྲ་བྱེད་ཀྱི་འདྲ་དེ་བ་དེ་ངོ་མི་ཤེས་ན་ཁྱེད་དགོས་ས་ཨ་རེད་བསམ་གྱི་འདྲ་ཞིག་འདུག་དེ་ད་འདི་རྒྱུད་སྡེ་ཁྱེད་རྣམས་ཀྱི་འདི་གི་ཤིང་པར་རེད་དེ་ན་བཞེད་ཅིང་གི་ད་འདི་གི་པར་གྱི་འདྲ་མི་འདྲ་མང་པོ་ཅིག་འདུག་དེ་ཚོ་ཚང་མ་གི་ནང་ན་ཚང་མང་བ་འདྲ་བྱེད་ཀྱི་འདྲ་དེ་བ་དེ་ངོ་མི་ཤེས་ན་སྒོ་སམ་མ་རེད་བསམ་གྱི་འདྲ་ཅིག་ཡིན་རྒྱུ་ད་དེ་དེ་ཟེར་ཁ་འདྲ་ཅིག་རེད་རྒྱུ་རེད་འདུག་ད་ཚང་མ་ལ་དེ་འདྲ་ཟ་ཡི་གི་འདུག་ད་དེ་རྟགས་ཅིག་རྒྱབ་ཀྱི་འདུག་རེད་བ། བཅུ་ནས་ཡིན་གྱི་མི་ཉིན་ད་བཅུ་བཅུ་ཡག་ཅིག་ཟེར་ཐག་ཆོད་གི་མི་འདུག་དེ་གང་ལྟར་ཚང་མང་ཟེར་རེད་ཚང་མང་ཟེར་ན་ཐབ་ཚང་ལ་བསྐོར་བ་རེད། ཚང་མ་ཟེར་གྱི་དེ། དེ་ནས་བར་ཁང་བར་དུ་མཆོད་པོ་ཡོད་ཟེར་བཞག་སོང།

དེ་འདྲ་སོང་ཡོད་རེད། དེ་འདྲ་སོང་དུས་ནས་དེ་ནས་ད་ཐེག་གི་སྦྱིན་ཆགས་ལྟ་སོགས་ཐམས་ཅད་ཡང་ན་རྡོ་རྗེ་རང་བཞིན་གྱི་ས་ཡི་ཆ་ལ་ཤེལ་དང་བེ་འགྲོ་ཡ་དང་ཨིན་དྲ་ནཱི་ལ་དང་མར་གེ་དང་པད་མ་རཱ་ག་རང་བཞིན་ཅན་གྱི་རི་ཡི་རྒྱལ་པོ་རི་རབ། རྡོ་རྗེ་རྩེ་མོ་ཅན་གྱི་གཞལ་ཡས་ཁང་ལྟ་སོགས་ཐམས་ཅད་ལ་གསང་དགོས་ཟིན། དེ་ལ་དེ་ནས་གྲུ་བཞི་པ་དང་སྒོ་བཞི་པ་རྟ་བཞི་ཡན་ནས་མཉྫི་བར་སའི་ཐིག་བཞི་བཏང་ནས་ཡང་དག་དེ་ཀ་བ་བརྒྱད་ཀྱི་མཉྫི་བར་སའི་དྲ་བ་དྲ་བ་སེ་པའི་སྤྲེའི་སོང་དུས་ནས་ཡང་དེའི་སྒོ་བཞི་དང་རྟ་བཞི་ཀྱི་སྡིངས་པ་ལ་སོགས་པ་དང་གཞལ་ཡས་ཁང་གི་རྣམ་པ་རྣམས་ཀྱི་གསལ་བྱེད་དུ་སོགས་ཡང་ན་ཡང་ན་དེ་འདྲ་ཟེར་དགོས་སྲིད་དེ་འདྲ་མ་ཟེར་ན་ཡང་དེ་སོགས་དགོངས་ན་དོན་འདྲ་ཟེར་ན་དགོངས་དགོས་གསུངས་འདུག་བ། དེ་ཟད། དེ་ཟེར་དུས་དེ་ལ་ད་དེ་གི། ཐོག་ཁང་འདྲ་དེ་དག་ལྷ་ཁང་འདྲ་ཅིག་རེད་འདུག་བ་ལྷ་ཁང་གི་བཟོ་ལྟ་འདྲ་ཅིག་ཐོག་ཁང་དེ། དེ་ལ་དཀྱིལ་འཁོར་གྱི་ལྷ་གྲངས་དང་མཉམ་པའི་རྣལ་འབྱོར་ཕོ་མོ་འབའ་དང་བཅས་པ་གསུངས་འདུག་ད། དཔེར་ན་བརྗིད་ཐོག་འདྲ་ཅིག་ལ་བསམ་བློ་བཏང་བ་ཡིན་ན་གཙོ་བོ། ཡབ་བརྗིད་པ་རྡོར་གྱི་རྣལ་འབྱོར་པ་སྤྱོད་པ་ཟེར་བ་པོ་གང་ཟག་རང་ཉིད་དང་དེ་ནས་དེ་ལ་དེ་ནི།

དེ་གི་ཐད་ཀྱི་ནང་གི་གཅིག་གི་དེ་ནི་ལྷ་ནའི་ཡོད་ས་བ་ལ་མ་རེད་ནི་དེ་ལ་དེ་ནི་རྣམ་འབྱོར་པ་རང་རང་སོ་སོ་ཁོའི་དགོས་ཡོད་རེད། ཁོའི་དུ་ཡང་ན་དེ་ནི་མུ་རོ་དང་ནི་དེ་ནི་སྟག་པ་ལ་སོགས་པའི་དིང་གི་སྟེང་དུ་སོང་ད་དེ་འདྲའི་ཀྱི་ག་སིག་མ་འཛོམས་པ་ཡིན་ན་ཡང་དུར་ཁྲོད་ཀྱི་རས་ལ་སོགས་པ་དང་རོ་རས་ལ་སོགས་པ་དུ་སོ་ཐམས་ཅད་སྟེང་དེ་ནི་དེ་འདྲ་ཟེར་ན་གནས་དགོས་ཀྱི་ཡོད་རེད། དེ་ཡང་རྣམ་འབྱོར་ཕོ་མོ་འབའ་དང་བཅས་པ་ལྷ་སོ་སོའི་ཆས་སུ་ཞོག་གསུངས་ཏེ་རྣམ་འབྱོར་ཕོ་མོ་དུ་སོ་ཐམས་ཅད་དེ་རང་རང་དེ་ལྷ་ག་རེ་ཡིན་གོང་ན་དེ་ནི་ལྷ་དེ་དང་དེ་གི་དེ་ནི་འབའ་གོང། ད་ནི་གལ་སྲིད་བག་མེད་ན་དེ་ནི་ངོ་མཚུངས་དང་བཅས་པ་དང་ནི་ཟས་གོས་འོད་སྲུང་རི་དྭགས་ངོ་ད་སོགས་ཐམས་ཅད་ཀྱི་ལྷ་ཡི་མདོག་ལྟར་དུ་བྱས་ཏེ་ནི་དེ་ནི་ལྷ་ཀྱི་མདོག་དང་དབྱིབས་བྱས་ཏེ་ནི་དང་མཚུངས་ཀྱང། གོ་འོད་སྲུང་རི། ལྷ་སོ་སོའི་ཆས་སུ་ཞོག་སྟེ་གསུངས་ཏེ་ད་ལྷ་ཐམས་ཅད་ཀྱི་ཆས། ད་རུ་བག་གི་སྦྱིན་བྱ་ལ་སོགས་པ་དང་དེ་འདྲ་ཡོར་བ་ད་རུ་སྦྱིན་ལ་སོགས་པ་ད་སོགས་ཐམས་ཅད་དང་ནི་དེ་ནི་ཁ་གྲངས་ཀ།

དེ་ནས་གླུ་གར་དང། བརྡ་ཡི་ལན་ལ་སོགས་པའི་སྤྲོས་པ་རྒྱ་ཆེན་པོས་ཞག་རེ་ལ་དུས་བཞི་རེ་ཟད་ཅིང་འགྲོ་ཡོང་ལ་སྤྱོད་པའི་སྒོ་ནས་རྣལ་འབྱོར་ལ་བོགས་འབྱིན་པའོ་གསུངས། དེ་དག་དེའི་ཚོགས་ཀྱི་དཀྱིལ་འཁོར་བསྐོར། ཚོགས་ཀྱི་དཀྱིལ་འཁོར་ལ་བསྐོར་ཏེ་དེ་ནས། དག་དཀྱིལ་འཁོར་གྱི་དཀྱིལ་འཁོར་དུ་དེ་ནས་ཚོགས་ཀྱི་མཆོད་པ་ཟས་བཅུད་དང་དེ་ན་བྱེད་ཅིང་གི་རྣལ་འབྱོར་ཕོ་མོ་ཐམས་ཅད་ཀྱི་ཚོགས་ཀྱི་རྫས་ཐམས་ཅད་ཚོགས་ཀྱི། བཟའ་བ་དང་བཏུང་བ་ལ་སོགས་པ་ཐམས་ཅད་དེ་ནང་གི་སྲེག་བླུག་ཏུ་རོལ།

ཨ་མར་བུ་ངག་གི་སྒོ་ནས་དེ་ནས་སྐད་ཆ་བཤད་རྒྱུ་དང། དེ་ཚོ་ཐམས་ཅད་དེ་ཟས་མི་རུང་སོང་ནས་དེ་འདྲ་ཟས་སོང་ཡོད་བ། དེ་འདྲ་ཟས་དེ་ནས་དེ་ནས་ཚོགས་ཀྱི་འཁོར་ལོ་ལ་རོལ། ཚོགས་ཀྱི་འཁོར་ལོ་ལ་རོལ་བ་དེ་ཡང་ནི་དེ་ནས་རྣམ་འབྱོར་པ་དག་སྐྱིད་པོས་རིམ་པ་ལ་གནས་པའི་གང་ཟག་འདྲ་ཅིག་ཡིན་པ་ཡིན་ན་དེ་ནས་དེ་སྐྱིད་རིམ་པ་དེ་སོགས་ཐམས་ཅད་ཀྱི་དེ་ནས་རང་ཉིད། དག་ལྷ་དང་ནི་དེ་ནས་མཆོད་པ་དེ་སོགས་ཐམས་ཅད་དང་ནི་ཡང་ན་མདོག་ཡོངས་དེ་སོགས་ཐམས་ཅད་དེ་དེ་ནས་དག། མཆོད་ད་ར་དེ་རྡོར་གྱི་ལྷ་མོ།

བདེ་སྟོང་གི་ཏིང་ངེ་འཛིན་གྱི་རྩར་རྐྱང་རྐྱང་ལ་དུ་རོ་སོད་དེ་ནི་རྩ་ལས་སོང་བ་གི་སྣང་བ་ལ་དུ་རོ་སོད་ལྟ་བ་དང། དེ་ནས་དེ་ན་གཞི་ཅན་གྱི་དག་རང་ཉིད་དེ་ལྟ་བུ་གི་དེ་ནི་ཡབ། ཡབ་ལ་སོགས་པ་དུ་སོགས་ཐམས་ཅད་འདྲ་འགའ་ཅི་ར་དེ་ནི་བདེ་སྟོང་གི་ཏིང་ངེ་འཛིན་གྱི། དག་ངོ་བོ་སའི་གོ་ལ་མ་རེ་ནས་དེ་འདྲ་གི་རང་བཞིན་ལ་བལྟ་དེ་ནི་དེ་ནི་བདེ་སྟོང་ཟུང་དུ་འཇུག་པ་གི་ཏིང་ངེ་འཛིན་གྱི་རྩར་དག་རོ་བ་ལ་བལྟ་དེ་ནི། དེ་ནི་དེ་ཉིད་དེ་ནི་དག་ཆོས་ལ་ཆོས་བཞག་པ་རྩ་དང་བདེ་བ་བདེ་སྟོང་གི་རང་བཞིན་ཉིད་དུ་དུ་རོ་སོད་ན་མཐུན་པ་རྫོགས་དགོས་ན་འདྲ་དུ་འདྲ་ཟད་དེ་ནི་དེ་ནི་ལོངས་སྤྱོད་པ།

སྲིད་ཀྱི་མདོ་ཡོངས་དག་ནི་ས་བརྒྱ་ལ་སོགས་པ་དུ་སོགས་ཐམས་ཅད་དེ་བདེ་སྟོང་ངེས་ཤེས་ཀྱི་རྩར་གྱི་རང་བཞིན་ཡིན་པ་དང། རང་ཉིད་བདེ་སྟོང་གི་ཡེ་ཤེས་ཀྱི་རང་བཞིན་ཉིད་དུ་བསམས་ཏེ་ནི་དེ་ནི་རྩར་དང་རོལ་བར་གྱི་རང་བཞིན་གྱི་གཤིས་དེ་ནི་དེ་ནི་དེ་ལ་དག་ཅིག། ག་རེ་སེ་གོ་རེ། བདེ་སྟོང་གི་ཡེ་ཤེས་ལ་བདེ་སྟོང་གི་ཡེ་ཤེས་ཀྱི་རྗེས་གདབ་པ་དང། དེ་ནི་བདེ་སྟོང་གི་ཡེ་ཤེས་དེ་ཀྱི་རྩར་དེ་ཉིད་ཀྱི་བདེ་སྟོང་གི་ཡེ་ཤེས་ལ་རྗེས་གདབ་པ་རྫོགས་པ་ན་འདྲ་དེ་འདྲ་བྱས་ཏེ་ནི་མདོར་ན་བདེ་བ་ལ་བདེ་བ་མཐུན་པ་སྟོང་པ་ལ་སྟོང་པ་མཐུན་པ་ཟེར་བྱེད་ཅིག་ཡོད་རེ་བ།

ཉིད་དུ་གཏོགས་སའི་སེམས་ཀྱི་རླབས་དེ་ནི་དེའི་ལྷ་ལ་ཡང་མཆོད་པ་ཕུལ་འདོད་ལྷ་ཐམས་ཅད་ཀྱི་ཐུགས་ཀྱི་དེ་ནས་བདེ་སྟོང་གི་ཡེ་ཤེས་དེ་ཉིད་ཕྱི་ཕྱིར་གྱིས་པར་ཟད་པ་གང་རང་བཞིན་ཉིད་དུ་གདོན་ཟིན་ནས་བསམས་ཏེ་ནི་ཡང་མཆོད་པ་ཕུལ་དགོས་ཡོད་རུང་མ་གཏོགས་དེ་ནི། ད་དེ་ལྷ་དེ་ཚོ་ཐམས་ཅད་དེ་ཁ་རོག་གི་མི་འདྲ་བྱེད་ཀྱི་ཟས་དེ་ནི་མ་སྟེ་བཞག་དེ་དེ་ལ་དེ་ནི། མ་ད་དེ་སྲི་ཀ་ལ་གཟུགས་མཛེས་པོ་མ་སྲི་ཁ་འདྲ་བྱེད་ཀྱི་མེ་ཏོག་ཅིག་དུ་རུག་ཟས་དེ་ནི་བུ་མོ། མཛེས་པོ་ཅིག་གི་ཁུར་དེ་ནི་དེ་ནི་མི་ནས་གར་དང་བཅས་དེ་ནི་འཁྲབ་དེ་ནི་དེ་ཡག་ག་ཅིག་ནི་ཁོ་ཡོད་པ་རྣམ་པ་སྲི་ཁ་འདྲ་བྱེད་མཆོད་པ་དེ་དེ་འདྲ་ཡིན་དགོས་མ་ད་མཆོད་པ་མི་དེ་ཅི་རང་གི་མཆོད་པ་ཕུལ་ན་ཡང་ན།

དེའི་གོ་བ་ནི་ད་དེ་དེ་རེད་ད་དེ་དངོས་སུ་རང་ཉིད་དཀྱིལ་འཁོར་གྱི་གཙོ་བོ་ལ་བཞེངས་ཏེ་ནི། དེ་ནི་རང་ལ་དེ་ནི་ད་དེ་ཚོགས་ཀྱི་མཆོད་པ་དང་ནི་དེ་ནི་དེ་ན་བཞིན་བྱིན་གྱིས་ས་བརྒྱད་ལ་སོགས་པ་དུག་གསོག་ཐམས་ཅད་དེ་དེ་ནི་རང་ཉིད་ལ་ཡང་མཆོད་པ་འབུལ་ནི་དེ་ནི་ཟེར་གྱི་ཡོད་རེད་ད་དེ་མཆོད་པ་འབུལ་རྒྱུ་དེ་ཡང་ད་ལྟར་མཛད་ཀྱི་དེ་རེད་ད། འོ་དེ་ནི་ད་མཆོད་པ་གི་མཆོད་པ་གི་ཡོ་བྱད་ཡིན་ན་འདྲ་ནོར་ནི་དེ་ནི་ས་བརྒྱ་ཡིན་ན་འདྲ་དུག་གསོག་ཐམས་ཅད་དེ་དེ་ནི་ངོ་བོ་བདེ་སྟོང་གི་ཡེ་ཤེས་གཅིག་གི་རང་བཞིན་ཉིད་དུ་དུ་རུ་གསལ་དེ་ནི་གཤིས་དེ་ནི་དེ་ཉིད་རང་གི་དེ་ནི། རང་ལ་དུ་རོགས་བསམས་ནས་ལོངས་སྤྱོད་པ་རྫོགས་དགོས་ན་འདྲ་དེ་དེ་ནས་བདེ་སྟོང་གི་ཡེ་ཤེས་ལ་ལོངས་སྤྱོད་པ་དང་བདེ་སྟོང་གི་ཡེ་ཤེས་ལ་དེ་ནས་རོལ་བ་རྫོགས་དགོས་ན་འདྲ་དོན་གྲུབ་ཀྱི་རང་བཞིན་ཉིད་དུ་ཤེས་ན་དུ་རོགས་ཟེར་དགོས་ཀྱི་ཡོད་པ་རེད་ཟེར། དོན་གྲུབ་དགོན་ནས་སྤྲུལ་པ་རྒྱ་ཆེན་པོ་ལ་ཞག་རེར་དུས་བཞིར་ཟས་ཀྱི་འདོད་ཡོན་ལ་སྤྱོད་པོ་དགོས་ནས་རྣལ་འབྱོར་ལ་བོགས་འབྱིན་པའོ་གསུངས་དེ་ཡན་ལག་དྲག་ཟས་དེ་ནས་ཉི་མ་རེ་རེ་ལ་དུས་བཞི་རེ་བཞི་རེ་ལ་ད་དུ་རུག་ཟེར་དེ་ནི་ད་རོར་དགོ་བ་རེད་གསུང་བ་རེད་ད་དེ་ཆ་ཆེན་དེ་ལྟ་བུ་ཅིག་དུ་རུག་ཟེར་ན་ནི་ཚོགས་པར་ཟེར་དེའི་སྟེང་དུ་དེ་ནི་དཀྱིལ་འཁོར་གྱི་ལྷ་གྲངས་དང་མཉམ་པ་ཀྱི་རྣལ་འབྱོར་ཕོ་མོ་འབའ་དང་བཅས་པ་དུ་སོགས་ཐམས་ཅད་དེ་ལྷ་སོ་སོའི་ཆས་སུ་ཞུགས་ཏེ་ནི་ཏིང་ངེ་འཛིན་གསུམ་གྱི་སྒོ་ནས་བསྒྲུབ་དེ་ནི་གླུ་གར་དང་བདག་དང་བདག་ཉིད་ལ་སོགས་པ་གི་སྒོ་ནས་འདོད་ཡོན་ལ་རྒྱ་ཆེན་པོ་རོར་དེ་ནི་ཉི་མ་རེ་རེ་ལ་དུས་བཞི་རེ་ཟེར་རྒྱུ་དེ། ད་དེ་ག་རེ་རེད་ཟེར་དུས་དེ་ལ་ད་འདི་བསྒྲུབ་བྱེད་ཀྱི་སྤྱོད་པ་རེད་གསུང་བ། སྤྲུལ་སྨན་ནི་གཞི་སྔ་མ་དང་འདྲ་བ་ལ་དང་སྤྲུལ་སྨན་ལ་གཞི་ཐམས་ཅད་སྔ་མ་དང་འདྲ་བ་ལ་གླུ་གར་གྱི་སྤྲུལ་པ་དེ་སོགས་མི་དགོས་གསུངས་འདུག་སྤྲུལ་པའི་རྣམ་གཞག་རྣམས་བརྗོད་པ་སྟེ་གླུ་གར་ལ་སོགས་པ་སྤྲུལ་པ་རྣམ་གཞག་ནི་བརྗོད་པ་སྟེ་དེ་ལ་ཡང་རྒྱས་པ་དཀྱིལ་འཁོར་གྱི་ལྷ་གྲངས་དང་མཉམ་པའི་ས་བརྒྱ། ས་བརྒྱ་དེ་ལ་བརྟེན་ནས་དཀྱིལ་འཁོར་གྱི་ལྷ་ཡི་གྲངས་དང་མཉམ་པའི་ས་བརྒྱ་དྲུག་ཙམ་དག་ཡོད་པ་དང་དེ་ནི་འབྲིང་ན་ལས་ཀྱི་ས་བརྒྱ་ལྔ་དང་ལྡན་པ་དང་བསྡུ་ན་ལས་ཀྱི་ས་བརྒྱ་གཅིག་བསྟན་པའོ་གསུངས། གཞན་དུ་སྤྲུལ་པ་མེད་པ་ནི་བཟའ་བཏུང་དང་བཤང་གཅི་འདོར་བའི་སྐབས་མ་གཏོགས་པར་ཡེ་ཤེས་ཀྱི་ས་བརྒྱད་ལ་བརྟེན་ནས་དུས་རྟག་ཏུ་སྤྱོད་པའོ་གསུངས་པ་དང་གཞན་དུ་སྤྲུལ་མིང་འདྲ་གཅིག་ཡིན་པ་ཡིན་ན་དག་དེ་གི་དེ་ནས་སོར་རོ་དུ་ལས་ཀྱི་ས་བརྒྱད་དངོས་དུ་རོ་གསུངས་ན་མ་འཛོམ་པ་དེ་ནས་མཆོད་པ་དང་མཆོད་བ་ལ་སོགས་པ་དེ་འདྲའི་རྒྱ་ཆེན་པོ་དུ་རོ་གསུངས་ན་མ་འཛོམ་བ་ཡིན། འདི་ནི་དག་རང་ཉིད་ཀྱི་བསྒོམས་པའི་ཡེ་ཤེས་ཀྱི་ས་བརྒྱད་དང་རྩེ་གཅིག་ཏུ་མཉམ་པར་བཞག་དེ་ནས་བདེ་སྟོང་གི་ཏིང་ངེ་འཛིན་ལ་རོལ་བ་དེ་འདྲ་ཅིག་རེད་གསུངས་བ་རེད་ད་འདི

ད་ཁ་རོག་གི་མིག་གི་ལྟ་ས་ལ་དེ་ནས་ཟ་རྒྱུ་དང་རྙེད་རྒྱུ་དང་མི་གཙང་བ་འདོར་བ་ཙམ་མ་གཏོགས་མེད། མལ་ལི་ཟས་དེ་ནི་དུ་རུག་ཟས་ནི་ཡོད་པས་གཞོགས་བདེ་བ་རེད་ཟེར་རྒྱ་སེ་ཆེན་མོ་ཞེས་བ་ལ། དུང་གི་སྟེང་གི་ས་སྔགས་ཀྱི་སྟེང་ནས་སང་ལོ་བཏང་བ་ཡིན་ན་ས་སྔགས་ཀྱི་དེ་ནས་ཤིན་ཏུ་སྤྲུལ་མེད་ཀྱི་སྤྱོད་པ་དེ་སྐྱེས་དེ་ནི་དེ་ནི་མཛེས་པ་རེད་ཟེར་འདི་ལ་དེ་ནས་སྦུ་སི་བསྐོལ་བ་ཟེར། དེ་ནས་དེ་ན་གཞི་རྐྱེན་གྱི་ད་ལྟ་གོང་དུ་དེ་ནས་དཀྱིལ་འཁོར་གྱི་ལྷ་གྲངས་དང་མཐུན་པའི་གི་རིག་མ་ལ་ལོངས་སྤྱོད་དེ་ནས་ཉི་མ་རེ་རེ་བཞིན་དུ་དེ་ནས་གླུ་གར་དང་བརྡ་དང་བརྡ་ཡི་གླིང་བཞི་རེ་བཞི་རེ་ཟེར་དེ་ནི་དེ་ནས་སྤྱོད་པ་བྱེད་ཀྱིན་དེ་རྒྱལ་པོ་ཨིནྡྲ་བུ་ཏི། དེ་འདྲ་གི་སྤྱོད་པ་དེ་ལ་བརྟེན་ཏེ་ནི་དེ་ནས་ཟུང་འཇུག་གི་སྐུར་གྲུབ་སྟེ་ནི་རྒྱལ་བ་དང་བཙུན་མོ་དང་འཁོར་དང་བཅས་པ་ཐམས་ཅད་འཇའ་ལུས་འཇའ་ལུས་རྡོ་རྗེའི་སྐུར་གྲུབ་སྟེ་ནི་མི་སྣང་བར་འགྱུར་གསུང་བ་རེ་ཟེར་ནི་བཤད་ཡོད་རེད་བ། དེ་འདྲ་ཡོད་རེད་དོ་རོགས་ཟེར་དུས་དེ་ལ་དེ་ནས་རྒྱ་གར་འཕགས་པ་ཡོན་ཏན་ཀ་བཅས་ར་གྲུབ་ཆེན་ཐམས་ཅད་ལ་རང་རང་སོ་སོ་གི་དག་འདེགས་ཀི་སྤྱོད་པ་བྱེད་རང་བྱེད་རིགས་པ་དེ་འདྲ་ཟེར་ནི་བཤད་ཀྱི་ཡོད་རེད། འདི་ནི་རེ་ཟེར་སྤྲུལ་པ་དེ་དག་གི་གུས་པ་ནི་ལྷ་ཡི་རྣམ་པ་དང་བདེ་བ་ཆེན་པོ་ལ་ཡིད་བཞིན་དུ་མི་གཡོ་བ་དང་བདེ་སྟོང་གི་ཡེ་ཤེས་འཕེལ་བའི་དོན་དུ་ཡིན་ཏེ་ཟེར་ད་དེའི་དོན་དག་ངོ་མ་དེ་དེ་རེད་ཡིན་གོ་རེད་ད།

དེས་ཀྱང་དབང་ལ་ལོངས་སྤྱོད་པ་གི་དེ་ནི་ལྟ་བ་གི་རྟེན་ནི། དེ་ནི་འདོད་ཡོན་ལ་ལོངས་སྤྱོད་པ་སའི་ལོངས་སྤྱོད་པ་དེས་ཀྱང་ནི་དེ་ནི་རང་གི་དང་ནང་གི་བདེ་བ་ཆེན་པོའི་ཡེ་ཤེས་དེ་ཉིད་གོང་འཕེལ་དུ་འགྲོ་བ་ལ་སོགས་པ་དེ་འདྲ་བཤད་ཀྱི་ཡོད་རེད། ད་འདི་ལ་ཡང་ནི་རེ་རེའི་རྒྱུན་དུ་ཁ་ཚང་གོང་དུ་ཞུས་པ་ན་གཞི་ཅན་གྱི་སྤྱོད་པ་སྤྱད་པའི་གི་དུས་སྤྱོད་པ་སྤྱད་པའི་གི་གནས་སྤྱོད་པ་སྤྱད་པའི་གི་གྲོགས་སྤྱོད་པ་སྤྱད་ལྟར་སྤྱད་པའི་གི་ཚུལ་ལ་སོགས་པ་གསང་སྔགས་རྡོ་རྗེ་ཐེག་པའི་གི་རྒྱུད་སྡེ་ཐམས་ཅད་ཀྱི་ནང་ནས་གསུངས་གྲུབ་ཆེན་ཐམས་ཅད་ཀྱི་མན་ངག་གི་སྐྲར་བླ་མ་བརྒྱུད་པའི་ས་གཞི་ནས་དུ་རོགས་ཟེར་ནས་མ་གསུངས་བསྡད་པ་ཡོད་རེད་དེ་འདྲའི་ནང་གཞི་འགོ་བོ་ཡོད་རེད་མ་གཏོགས་ག་རོགས་དེ

ངོ་མས་བཤད་ན་དེ་ནི་གསང་སྔགས་ཀྱི་སྤྱོད་པ་ཟེར་རྒྱུ་དེ་འདི་རེད་ད་རང་རང་སོ་སོ་གི་རྗེས་ཚོགས་དང་མཐོང་པ་དཔེར་ན་ངེད་ཀྱི་གཅིག་རང་གི་རྣམ་འབྱོར་པ་ཅིག་ཡིན་པ་ཡིན་ན་དེ་ནི་གཅིག་རང་གི་ཉམས་ལེན་གྱི་སྐབས་སུ་དེ་ནི་རང་གི་རང་ཉིད་ཀྱི་སྒོམ་པ་གྱི་དེ་ནི་ཡེ་ཤེས་ཀྱི་ས་བརྒྱ་དང་སྙོམས་པར་འཇུག་པའི་སྒོ་ནས་བདེ་བ་ཆེན་པོའི་ཡེ་ཤེས་གོང་འཕེལ་དུ་བཏང་གི་ཡོད་པ་རེད། དེས་ན་ཡིད་ཅན་གྱི་རྫོགས་རང་པ་འདྲ་ཡིན་ཁ་ཅིག་ལ་དེ་ནི་རྫོགས་རང་གི་རྣམ་འབྱོར་སྒོམ་དེ་ནི་དེ་ནི་ཡང་ཅིག་རྫོགས་རང་གི་རང་གི་རྩ་རླུང་ཐིག་ལེ་རྩ་རླུང་ཐིག་ལེ་ཀྱི་དེ་ནས་དང། སྟོབས་ཀྱི་ཤར་བ་རྫས་ན་ཆོག་འདུག་ཡང་ན་དེ་ནས་དཔེར་ན། རྒྱུ་ལུས་རྒྱུ་ལུས་འགྲུབ་དེ་ལས་གང་ཅག་ཟག་བཅས་ཡིན་པ་ཡིན་ན་རང་གི་དེ་ནས་དང་ལས་རླུང་དབུ་མ་ལ་ཐིམ་པ་ཀྱི་སྟོབས་ཀྱིས་དེ་ནས་ལྷ་སྐུ། སྒྱུ་མ་ལྟ་བུའི་སྐུ་ལ་བཞེངས་དེ་ནས་དེ་ཡང་དེ་ནས་རང་དང་རྩེ་གཅིག་ཏུ་མཉམ་པར་མཉམ་པར་འཇོག་པོ་ཀྱི་དེ་ནས་རིག་མ། རིག་མ་དང་མཉམ་དུ་ལྷན་ཅིག་ཏུ་མཉམ་པར་འཇོག་པོ་ཀྱི་སྐུ་གྲུབ་དེ་ནས་དེ་དང་ལྷན་ཅིག་ཏུ་སྦྱོར་བ་ཀྱི་བདེ་བ་ཆེན་པོའི་ཡེ་ཤེས་དུ་རུག་སོད་དེ་ནས་ཉམས་སུ་ལེན་རྒྱུ་ཡོད་པ་རེད།

དེ་ནི་བདག་སྔགས་ཀྱི་སྤྱོད་པ་བསྐྱེད་ལས་ཡིན་ཟེར་དེ་ནི་དེ་ནི་བདག་ཅེས་འཁྱོར་ཉོག་ཟེར་དེ་ནི་ཁྱི་མདོག་གང་མདོག་འདྲ་ཅིག་ལས། དེ་ནི་ཡང་མིན་ན་ཅེས་སྔགས་འདྲ་ཅི་རག་བཟླས་དེ་ནི་ཅི་བྱ་ཏི་བྱ་ད་རུག་ཟེར་ནི་ཡིན་ལ། འབྲས་ཆོག་མདོག་མདོག་འདྲ་འདྲ་ཡང་མིན་ན་ཅེས་ཅི་བྱ་དེ་མ་གཉིས་སམ་གསུམ་ལ་ཕིང་ཐོག་ལས་སར་གྱི་ངང་ནུས་འདྲ་ཅིག་ཡོད་ན་དེ་གི་སྔགས་ཀྱི་སྤྱོད་པ་ཟད་ཆོག་ཅིག་ཡོད་པ་ཅིག་མདོ་རྒྱུད་ཁིར་མང་གིས་བཤད་གི་ཡོད་མ་རེད་ད། སངས་རྒྱས་བཅོམ་ལྡན་འདས་ཀྱི་བཀའ་བརྒྱུད་དེ་ཞིག་གི་ནང་ན་དེ་འདྲ་ཅིག་བཤད་ཡོད་ལ་མ་རེད་དེ་ནང་བཞིན་བྱིན་གྱིས་དེ་ནི་རྒྱ་གར་གྱི་གྲུབ་ཆེན་དེ་ཚོ་ཐམས་ཅད་ཀྱིས་ཀྱང་ནི་གསུང་ལ་མ་རེད་བརྒྱུད་པ་བླ་མ་གིས་དེ་ནི་ས་གཞི་ལ་དེ་འདྲ་ཡོད་ལ་མ་རེད། ད་འོ་རྒྱུ་དེ་ག་རེ་དགོས་རེད་ཟེར་ན་ས་ཧང་གི་སྤྱོད་པ་ཟེར་གྱི་དེ་འདི་ནས་བཟུང་བ་ན་གཞི་བྱིངས་ཀྱི་ད་ཁ་སང་གོང་དུ། རྒྱུའི་རྟག་པ་གཉིས་པ་གི་ལོང་ནང་ནས་མང་པོ་གསུངས་འདུག་འདི་ནི་མ་ད་འོག་ལ་འགྲོ་རྒྱུ་ཡིན་ནོ་དེ་ནི། ད་རྒྱུའི་རྟག་གཉིས་ཀྱི་ནང་ལོགས་ལ་དེ་ནི་རྒྱས་ཤིང་རྒྱས་པ་གཅིག་ནི་སོང་བ་རེད་ད་རྒྱུའི་རྟག་གཉིས་ཀྱི་ནང་ན་ལེའུ་གཅིག་དེ་ཆ་ཚང་སྤྱོད་པ་གི་ལེའུ་རེད་དེ་མ་ཡིན་པ་གི་དེ་ནི་ད་རྒྱུ་དེ་བཞིན་དག་གི་ནང་ན་སྤྱོད་པ་སྤྱོད་པ་གི་སྐོར་དེ་མང་པོ་གསུངས་ཡོད་རེད་དེའི་ཕྱིས་སུ་དེ་བླ་མ་ཐམས་ཅད་ཀྱི་ས་གཞི་གི་ནང་ན་སྤྱོད་པ།

དེ་འདྲ་ཟེར་དེ་ནི་རྫུན་ཕྲ་འདྲ་མི་འདྲ་གཏོང་གཏོར་རོགས་ཟེར་དེ་ནི་དེ་ནི། བཀའ་འགྱུར་བསྟན་འགྱུར་མང་པོ་གཅིག་ལ་ལྷད་སྐྱོགས་དེ་ནི་བཀའ་བསྟན་འགྱུར་མང་པོ་ལ་ལྷད་སྐྱོགས་དེ་ནི་ད་དེ་འདྲ་མཛད་ལེ་རེད་ཟེར་ལོ་རེད། གོ་དེ་དཔེ་མི་སྲིད་པ་གི་དེ་ནི་ད་རན་ཁ་སང་གི་སྐད་ཆ་བཤད་ན་བ་ཧོང་ལ་འགྱུར་སོང་ཟེར་བ་དེའི་དུས་སུ་ད་གྲྭ་ནི་ཆེ་བོ་ལ་མ་རེད་དེ་ད་བ་ཧོང་འདྲ་ག་རེ་བྱེད་དགོས་རེད་ད་ཁོ་དཔེ་མི་སྲིད་པ་སྐད་གྲགས་ཆེན་པོ་བྱེད་ནི་འགྱུར་འགྱུར་དེ་ནི་དེ་ནི་ད་བདུད་བཟའ་དྲག་མོ་རྗེ་བདུད་བཟའ་དྲག་མོ་རྗེ་ཡིན་དུས་དེ་ལ་དེ་ནི་ཚང་མ་གི་ཁོ་ལ་ད

ད་ལྟ་སོགས་དེ་ཁ་ཤེལ་གྱི་དེ་ནས་བཤད་དུས་དེ་ལ་དེ་བློ་དཀར་རྒྱག་གི་མདོག་རེད་ཟེར་ནས་བཤད་གི་འདུག་དེ་རྒྱ་གཞུང་གི་དུར་ཁྲོད་སོགས་ནས་རྒྱ་རྒྱ་གར་ལ་དེ་འདྲ་གི་མདོག་ཅིག་བཙག་ར་ནི་ཡོད་མ་རེད། ད་དེ་བློ་དཀར་རྒྱག་གི་བཙག་འདི་ལ་རེད་ཟེར་ནས་དེ་འདྲ་ཟེར་ནས་བཤད་གི་འདུག་དེ་འདྲ་ག་རེ་ཡིན་ཁོ་མི་ཤེས་དེ་ཡིན་ནམ་མིན་ནམ། དེ་སོགས་ཐམས་ཅད་དེ་ང་གཞུང་རེད་དེ་གང་ལྟར་དེ་འདྲ་རེད་དེ་མཐའ་གཅིག་ཏུ་ངེས་པ་ཡོད་མ་རེད་དེ། དེ་ཆགས་མེད་རིན་པོ་ཆེ་གི་ཡང་ལ་དེ་འདྲ་གསུངས་འདུག། སྐད་གདངས་ཀྱི་དེ་ནི་ལྷ་རིགས་འདྲེན་མཐོང་དང། དེ་ནི་ངག་ནི་སྐད་ཅིག་དེ་བཞིན་མཐོང་ནོ་ཅི། དེ་སོགས་ཐམས་ཅད་དེ་ལ་སྙིང་པོ་རྩ་རང་ནི་མེད། ནག་སོགས་ཀྱི་དེ་ནི་བདུད་ཐམས་ཅད་ཀྱི་ཟན་གྱི་བླ་བརྟན་ཡང་ན་དེ་འདྲ་རེད་ཀྱིའོ། དེས་ན་གཞི་ཅན་གྱི་ཡང་དེ་མ་ཡིན་ན་ཅི་སྐར་སོགས་ཀྱི་ལྷ་ཐམས་ཅད་ཀྱིས་ཀྱང་ན་ཅི་ཞིག་དེ་བཞིན་ཐུན་མོང་གི་དངོས་གྲུབ་རྫོགས་པ་ན་འདྲ་དེ་འདྲར་དེ་བཞིན་ཡོང་རྒྱུ་ཡོད་གསུངས་དེ་འདྲ་གསུངས་རེད། དེ་འདྲ་བྱས་ཏེ་དུག་སོགས་དང་སྔགས་ཀྱི་སྤྱོད་པ་གཉིས་ཀྱི་བར་ལ་འབྲེལ་བ་སྤུ་ཙིག་ཟ་ཆེད་ཡོད་མ་རེད་ད། ངག་གི་སྤྱོད་པ་ངོ་མ་སྐྱེ་དགོས་ཡོད་ན་ད་འདི་ནས་གསུངས་བ་ན་གཞི་ཅན་གྱི་གོ་ཅི་རང་པ་ཅིག་ཡིན་པ་ཡང་ན་ཅི་རང་གི་དེ་ནི། སྤྱོད་པ་བྱེད་ལུགས་ཀྱི་ཡོད་གོ་ཡོད་རེད། ང་གི་དེ་ནི་རྫོགས་རུང་བ་ཅིག་ཡིན་པ་ན་རྫོགས་རུང་གི་སྤྱོད་པ་བྱེད་ལུགས་ཅིག་ཡོད་གོ་རེད། དེ་འདྲ་བྱེད་དུས་དེ་ལ་དེ་ནི་དུས་སོགས་ཐམས་ཅད་ཀྱི་སྟེང་ནས་དང། རྒྱུད་ཀྱི་ནང་ན་ག་རེ་གསུངས་འདུག་གྲུབ་ཆེན་ཐམས་ཅད་ཀྱི་སྟེང་མན་ངག་གི་ག་རེ་གསུངས་འདུག། བླ་མ་བརྒྱུད་པ་ཀྱི་དེ་ནི་གསུང་གི་ནང་ན་ས་གཞི་གི་ནང་ན་དེ་འདྲ་ག་རེ་འདུག་ཟེར་ནས་ནི་དེ་རུ་ཟེར་ནས་བལྟ་དགོས་ཡོད་རེད། དེ་ཡིན་གསུངས་བ་རེད། གཞུང་ཡིན་དག་ཏུ་སྤྲུལ་སྐྱེས་ལ་སོགས་པའི་སྤྱོད་པ་གསུམ་བཤད་པ་ན་འདི་དང་མི་འདྲའོ། གཞན་ཡང་བསམ་པ་སྤྲོས། ཨ་བ་བདུད་སྡེའི་སྤྱོད་པ་དང་ཀུན་བཟང་གི་སྤྱོད་པ་དང་རིག་པ་གཏོར་སྐྱོགས་ཀྱི་སྤྱོད་པ་དང་ཚོགས་ལས་རྣམ་རྒྱལ་གྱི་སྤྱོད་པ་བཞི་བསྟན་པ་ལགས་སོ། ཁ་སྦྱོར་གྱི་རྒྱུད་ཁ་སྦྱོར་གྱི་རྒྱུད་འདི་དག་བཟླས་རྗེས་ཐུན་མོང་གི་བཤད་རྒྱུད་ཡིན་གསུང་གི་ཡོད་རེད་བ་དག་བདེ་མཆོག་དང་སྦྱི་དོར་གཉིས་ཀ་ཐུན་མོང་གི་བཤད་རྒྱུད་ཡིན་གསུང་གི་ཡོད་རེད། ད་འདིའི་ནང་ལོགས་ནས་དེ་ནས་ད་ད་ད་གི་ཨ་བ་བདུད་སྡེ་གི་སྤྱོད་པ་ཟེར་གི་འདི་ཨ་བ་བདུད་སྡེ་ཟེར་གྱི་དེ་ཀུན་དར་ཟེར་གྱི་དེ་རེད་འདུག་བ་ཀུན་དར་ཟེར་དེ་ནི་འདི་གི་གི་རྩ་དབུ་མ་ལ་མཚམས་ཚང་ན་ཨ་བ་བདུད་སྡེ་ཟེར་མཚམས་ཚང་ན་ཀུན་དར་མ་ཟེར་མཚམས་ཚང་ན་དབུ་མ་ཟེར་དེ་འདྲ་ཟེར་ཡོང་གི་འདུག་བ

སྐྲག་པ་ཐམས་ཅད་སྨྲ་རྣམ་སྤངས་ཏེ་དེ་ལྟར་ཤེས་རབ་ཅན་གྱིས་བསྒོམ་གསུངས་འདི་ནི་འདི་ལྟར་རིག་པ་དུར་འཇུག་གི་སྤྱོད་པ་བསྟན་པ་རེད་གསུངས་འདུག་དེ་ནས་ཚོགས་ལས་རྣམ་རྒྱལ་གྱི་སྤྱོད་པ་དེ་ཉུང་ཚུལ་དེ་ནི་ཚིག་ཟིན་གྱི་སྟེང་ན་གསུངས་ཀྱི་ཡོད་རེད་བཟང་སྤྱོད་ལ་ནི་སེམས་བསྐྱེད་ནས་ཚོགས་ལས་རྣམ་རྒྱལ་སྤྱོད་པ་གཙང་གསུངས་ཁ་སྦྱོར་གྱི་རྒྱུད་ཀྱི་ནང་ན་དེ་འདྲ་ཟེར་དེ་ནི་སྤྱོད་པ་བཞི་གསུངས་འདུག་གསུངས་བ་རེད། དེ་སྤྱོད་པ་བཞི་གསུངས་ཀྱི་བ་དེ་ཁ་ཅིག་གིས་གསུངས་རེད་ད་དེ་ཡི་གི་དུང་ད་དེ་མ་ཁ་ཅིག་གིས་འདྲི་བ་རྒྱག་འདུག་དེ་ལྟའི་སི་ཏུ་རུག་ཟེར་དེ་ནི་ད་འདི་རང་དོན་མ་ཡིན་པ་ཅིག་གསུངས་འདུག་འདི་ལ་དེ་ནི་དགག་པ་འདྲ་ན་ཅི་གནང་མི་འདུག་དེ་ད་འདི་ཁ་ཅིག་གིས་ཟེར་དེ་ནི་དེ་འདྲ་ཟེར་ད་ཡིན་གྱི་འདོད་པ་འདྲ་ཅིག་ལ་ཤེས་ཀྱི་རེད། ཟླ་འདིའི་ཁ་ཆེན་དུ་ཕ་ཆེ་རུ་ཀྱི་ས་ཆ་གི་བླ་མ་གོང་མ་དུ་སོང་ཡིན་ས་ཨ་རེད་བསམ་གྱི་འདྲ་གྱི་འདུག་དེའི་རྒྱུ་མཚན་ཅི་ལ་རེད་ཟེར་དུས། ཟླ་འདིའི་ཁ་སང་གོང་དུ་ཞུ་ལན་ཡིན་འདི་གི་ནང་གི་ཁ་ཆེན་མང་པོ་ཅིག་ཡོད་ཀྱི་འདུག་སོགས་ཐམས་ཅད་དེ་ས་ཆ་གི་བླ་མ་གོང་མ་དུ་སོགས་རེད་འདུག་འདི་ཡང་ན་དེ་ནི་ཕ་ཆེ་རུ་ད་རང་གི་རྒྱུད་སྡེ་ཁྱོད་ན་མངོན་རྟོགས་ལྗོན་ཤིང་ཟེར་རྒྱུ་ཅིག་ཡོད་རེད་རྗེ་བཙུན་གྲགས་པ་གི་ད་ས་ཆ་བ་དུ་སོགས་ཐམས་ཅད་ཀྱི་ང་ཚོ་གི་བཀའ་རྒྱུད་ཀྱི་སོང་ནི་ནང་རྟགས་རྒྱུད་སོང་མཛེས་སོང་གི་འདྲ་རེད་གི་དེ་ནི་ད་ལྗོངས་གཉིས་ཟེར་དུས་ན་དེ་ནི།

ད་ནང་སྟོང་དེ་ཚིག་གཅིག་ཡིན་དུ་རེད་མི་འདུག་དེ་ད་ནང་སྟོང་གཅིག་པ་རེད་འདུག་ངོ་འདུག་ཅུང་ཞིག་གི་ནང་ན། ཨ་བ་དོད་དོ་དང་ཀུན་བཟང་གཉིས་སུ་ཟེར་ཨ་བ་དོད་དེ་སྤྱོད་པ་དང་ཀུན་བཟང་གི་སྤྱོད་པ་ཟེར་གཉིས་ཤེས། དེའི་མཚན་ནས་ཨ་བ་དོད་དོ་དེ་གི་དེ་ནི་མིང་གི་རྣམ་གྲངས་དེ་ལ་ག་རེ་འོ་རེ་ཟེར་འདུག་དེ་ལ་ཀུན་དར་གི་སྤྱོད་པ་དང་རྒྱལ་པོ་གཞུག་ནས་སྤྱོད་པ་དང་བསང་ཆུ་ཟེར་དེ་ནི་འདི་སོགས་འདི་ཇི་མ་ཇི་བཞིན་དེ་འདྲ་ཟེར་ནས་གསུངས་ཡོད་འདུག་དེ་ནས་རིག་པ་གཏོར་རྒྱུག་གི་སྤྱོད་པ་དེ་གསུངས་འདུག་དེ་ལ་ས་མ་ལ་སོགས་ལས་རྣམ་རྒྱལ་དང་རྒྱལ་ཚབ་ཆེན་པོ་དང། ཚོགས་བདག་ཆེན་པོ་ཟེར་རྒྱུ་དེ་མཛད་མི་འདུག་ཚོགས་བདག་ཆེན་པོ་ཟེར་རྒྱུ་དེ་མཛད་མི་འདུག་མ་གཏོགས་སོགས་ལས་རྣམ་རྒྱལ་དང་རྒྱལ་ཚབ་ཆེན་པོའི་སྤྱོད་པ། ད་རུང་ག་རེ་གསུངས་བ་རེད། དེ་འདྲ་ཅིག་གསུངས་འདུག་ནས་མདོར་ན་དེ་ལས་གསུམ་གསུངས་འདུག་དེ་ད་འདི་གི་ཚོགས་བདག་ཆེན་པོ་ཟེར་རྒྱུ་དེ་གི་ཚེག་དེ་མི་འདུག་མ་གཏོགས་ད་ནི་གཞི་བདག་སོགས་གཅིག་པ་རེད་འདུག་དེའི་སྟེང་ནས་ལྟ་དུས་ད་འདི་ཕ་ཆེ་ས་ཆག་གི་བླ་མ་གོང་མ་དེ་སོགས་ཡིན་ས་རེད་བསམ་གྱིན་ར་གྱིན་འདུག། ད་རྗེ་བཙོན་དྲག་པ་གི་དེ་འདྲས་སོང་ཟིན་པའི་གི་རྗེས་སུ་དེ་ནས་རྗེས་ཀི་དེ་ནས་ས་སྐྱ་གི་མཁས་པ་ས་མ་ཏོག་སོགས་གི་ཆ་ཚང་གི་དེ་སོང་འདུག་འདི་ནས་སོང་བ་ན་ད་ལྟ་འགི་གི་སོང་བ་ན་ཡིད་ཟེར་དེ་ནི་སྤྱི་དང་སྤྱོད་པ་དེ་ལ་ཨ་བ་དུ་ཏུ་དང་ཀུན་བཟང་གི་སྤྱོད་པ་གཉིས་ཟེར། ཨ་བ་དུ་ཏུའི་སྤྱོད་པ་དེ་ལ་ཀུན་དགའ་གི་སྤྱོད་པ་རྒྱལ་པོ་ཆེན་མོའི་སྤྱོད་པ་ས་མཆོག་ཟེར། དེ་ནས་དེ་ན་གཞི་ཅན་གི་འདི་གི། ཀུན་བཟང་གི་སྤྱོད་པ་དེ་ལ་སོག་ལེ་རྣམ་རྒྱལ་དང་རྒྱལ་ཚབ་ཅན་པའི་སྤྱོད་པ་ཟེར་དེ་ནི་དུ་རོག་ཟེར་དེ་ནི་མ། ས་སྐྱ་གི་མཁས་པ་ས་མ་ཏོག་སོགས་གི་དུ་རོག་ཟེར་སོང་འདུག་དེ་ལྟ་དུས་དེ་ལ་འདི་ཕ་ཆེར། ཅེས་འདོད་དེ་ནི་ས་སྐྱ་ཀྱི་བླ་མ་གོང་མ་འདི་སོགས་ཡིན་ས་རེད་བསམ་གྱི་ན་གྱི་འདུག། ད་འདི་ཡིན་དང་མ་ཡིན་ཟེར་ནས་ཤེས་ཡོན་དུས་ད་འདི། ད་ར་རྗེ་བཙུན་གྲགས་པ་གི་ཟམ་པི་ཏྲ་གི་ལུང་དེ་གི་དོན་དེ་དུ་རུག་ཟེར་ནས་བཤད་གི་ཡོད་པ་ཡིན་ན་དེ་ནི་རྒྱུད་ཟམ་པི་ཏྲའི་ནང་ལ་ཕར་འགྲོ་ཡང་ན་དེ་ནི་མན་ངག་ཉི་མ་གི་ནང་ལ་འགྲོ་དང་ནི་དེ་བཤད་གི་འདུག་ལྟ་དགོས་འདུག་དེ་འདྲ་གི་དོན་ལ་སྤྱོད་པ་སྐྱེས་པ་རྒྱག་དགོས་རྒྱུ་འདྲ་གཅིག་རེད་འདུག་ད་འདི་ནི་གོང་རིག་གི་དོན་འཐད་དང་མ་འཐད་དང། དེ་ཟམ་པི་ཏྲ་གི་དགོངས་པ་ཡིན་དང་མ་ཡིན་གསུང་དོན་ནི་མི་ཟ་གི་སྐྱེས་པ་འདྲ་ནི་ཅི་མ་རྒྱག་རུ་འདི་ན།

ང་རང་གི་གྲུབ་ཆེན་ཚོགས་གཅིག་གི་གསང་བ་སྤྲོས་པ་རྫས་གསུང་ནི་ར་ཡན་ལག་མེད་པའི་རྡོ་རྗེ་གི་ཐབས་དང་ཤེས་རབ་སྤྲོས་པ་རྫས་གསུང་ནི་ར་ཨིན་དྲ་བོད་དུ་གི་ཡེ་ཤེས་སྤྲོས་པ་རྫས་གསུང་ནི་ར་དོན་འགྲེལ་ཟེར་དེ་ནི་འདི། སྤྲོས་པ་བདེ་སྟོང་ཟེར་གྱི་གཅིག་དང་ནི་དེ་ནས་སྙིང་པོ་སྐོར་དྲུག་ཟེར་གྱི་ཡོད་རེད་དེ་སོགས་ཐམས་ཅད་ཀྱི་ནང་ནས། ཀུན་ཏུ་བཟང་པོའི་སྤྱོད་པ་དང་གསང་སྤྱོད་དང་སྦས་པའི་སྤྱོད་པ་རིག་པ་དར་ཡུག་གི་སྤྱོད་པ་སོགས་ལས་རྣམ་གཞག་གི་སྤྱོད་པ་དང་ཡིད་གསུམ་གྱི་ནོར་བུ་ཟེར། དེ་དང་དེ་ནས་གོང་གི་བསམ་པའི་དྲོད་ལས་གསུངས་པ་དེ་སོགས་ཐམས་ཅད་དེ་ཕ་ཕྱིར་དུ་རོ་ཟེར་ན་འདྲ་གི་འདུག་གསུངས་བ་རེད་ན་དེ་གྲུབ་བརྙན་གྱི་སྐོར་ནས་བཤད་པ་དེ་དང་ནི་ད་ལྟ་བསམ་པའི་དྲོད་ཀྱི་ནང་ན་གོང་དུ་ཟླ་དང་གི་གི་ཨ་བ་དུ་ཏིའི་སྤྱོད་པ་ཀུན་བཟང་གི་སྤྱོད་པ་རིག་པ་གཏོར་རྒྱུག་གི་སྤྱོད་པ་སོགས་ལས་རྣམ་བཞག་གི་སྤྱོད་པ་བཞི་ཟེར་ནས་གསུངས་འདུག་བ་དེ་དང་གྲུབ་བརྙན་གྱི་སྐབས་སུ་ཀུན་བཟང་གི་སྤྱོད་པ་དང་གསང་སྤྱོད་འབེབས་པའི་སྤྱོད་པ་རིག་པ་གཏོར་རྒྱུག་སྤྱོད་པ་སོགས་ལས་རྣམ་བཞག་གི་སྤྱོད་པ་བཞི་གསུངས་རྒྱུ་དེ་གཉིས་ཀ་དེ་ཕ་ཆེར་འདྲ་པོ་འདྲ་ཆེར་འདུག་སྟེ་ད་སྤྱོད་པ་སྤྱོད་ཚུལ་དེ་གི་སྟེང་དུ་ནི་སྤྱོད་པ་གྱི་མིང་དེ་སོགས་མི་འདྲ་བ་འདུག་གསུངས་འདུག་ད་ནི་གྲུབ་སྙིང་གི་ནང་ནས་དེ་འདྲ་གི་སྤྱོད་པ་དེ་ཤེས་བཞག་ས་སྤྱོད་པ་ཞིག་གི་རྣམ་གཞག་ཤེས་ས་གི་ཁུངས་ཡག་པོ་ཅིག་རག་མ་སོང་ད་ནང་པ་ཚོ་དེ་རུ་སོང་དེ་ནི་ད་ཇི་མ་དོ་སྣང་གནང་ན་དེ་གི་སྐོར་དེ་ལ་དོ་སྣང་ཅིག་གནང་དེ་ནི་ད་དེ་གྲུབ་སྙིང་གི་སྐོར་ནས་ག་འདྲ་ཞིག་གསུངས་འདུག་དེ་ས་ཁྱིན་རྒྱ་གཞུང་དེ་ཚོ་གི་ནང་ན་ཅིག་གཟིགས་ན་རེ་བ། ཨང་རེད། འོན་ཀྱང་བླ་མ་དག་ལས་དང་པོ་པའི་དུས་སུ་ཀུན་ཏུ་བཟང་པོའི་སྤྱོད་པ་ཞེས་བྱ་བ་ཐུན་མོང་དང་ཐུན་མོང་མ་ཡིན་པ་དམ་ཚིག་ཏུ་སྡོམ་པ་ཚུལ་བཞིན་དུ་བསྲུང་ཞིང་བྱོན་པ་དག་རབ་བྱུང་གང་ཡིན་ཡང་སོ་སོའི་ཁ་ན་མ་ཐོ་བ་མེད་པར་ལམ་བསྒོམ་པ་ལ་བརྩོན་པར་བྱ་སྟེ། ད་འདི་བླ་མ་ཐམས་ཅད་ཀྱི་གསུང་བ་ཡིན་ན་འདི་ནས་སྤྱོད་པ་སྤྱི་ལོག་དེ་ག་རེ་ཟེར་དགོས་ཀྱི་འདུག་ཟེར་ཏེ་དང་པོ་ཀུན་ཏུ་བཟང་པོའི་སྤྱོད་པ་དེ་སྤྱད་དགོས་གསུང་གི་འདུག་ཟེར། ད་ཀུན་ཏུ་བཟང་པོའི་སྤྱོད་པ་ཟེར་གྱི་དེ་ག་འདྲ་ཅིག་ལ་ཟེར་གྱི་རེད་ཟེར་དུས་དེ་ལ། ཐུན་མོང་དང་ཐུན་མོང་མ་ཡིན་པའི་དམ་ཚིག་དང་སྡོམ་པ་ན་ཚུལ་བཞིན་དུ་བསྲུང་ཞིང་སོགས་ཐུན་མོང་གི་སྡོམ་པ་དག་སོ་སོར་ཐར་པའི་སྐབས་ནས་བཤད་པའི་གི་རང་རང་སོ་སོ་གི་དགེ་བསྙེན་དགེ་ཚོར་དགེ་སློང་ལ་སོགས་པ་ག་རེ་གི་སྡོམ་པ་བླངས་ཡོང་བ་དེ་སྤྱད་ལྟ་བ་བཞིན་དུ་བསྲུང་བ་དང། ཐུན་མོང་མ་ཡིན་པ་སང་ཧ་རང་གི་སྐབས་སུ་དེ་ནི་ཐུན་མོང་རང་ངོས་ཀྱི་སྡོམ་པ་དང་ཐུན་མོང་མ་ཡིན་པ་རྩ་བ་སྟོང་བ་བཅུ་བཞི་ལ་སོགས་པ་དང་ཡང་ན་ཡན་ལག་གི་སྦོམ་པོ་བརྒྱད་ལ་སོགས་པ་དེ་ལ་སོགས་པ་ཀྱི་སྡོམ་པ་ཐམས་ཅད་ཚོལ་བཞིན་དུ་སོང་ཞིང་མཁྱེན་པ་དང་རང་མཚུངས་གང་ཡིན་ཡང་སོ་སོའི་ཁ་ན་མ་ཐོ་བ་མེད་པ་ཟད་མཁྱེན་པ་ཡིན་ན་མཁྱེན་པ་ཀྱི་རང་རང་སོ་སོ་ཀྱི་ཁས་བླང་བ་ཀྱི་དམ་ཚིག་ཏུ་སྡོམ་པ་ལ་གནས། རབ་ཏུ་བཟུང་བ་ཡིན་ན་ཡང་རབ་ཏུ་བཟུང་བ་རང་རང་གི་ཁས་བླང་བ་དམ་ཚིག་ཏུ་སྡོམ་པ་ལ་གནས་དེ་ནི་སྒོམ་སྒྲུབ་ལ་བརྩོན་པར་ཟག་སྟེ། འདི་ནི་རྫོགས་རིམ་གྱི་ཉམས་བརྒྱ་ལ་དྲོད་རྟགས་མ་ཐོབ་ཀྱི་བར་དུ་ཟ་བར་བཤད་དུ་གསུངས། ད་འདི་གི་རྫོགས་རིམ་གྱི་རྣལ་འབྱོར་ལ་གྲོལ་ཐོབ་དེ་ནི་དེ་དེའི་མཚན་ནི་དེ་ནས་སྤྱོད་པ་ཟད་དགོས་རུ་མ་གཏོགས་ད་དེ་འཕོ་ཚག་དེ་གི་འདི་འདྲ་ཅིག་ཟད་དགོས་གསུངས་ཡོད་རུ་དང། སྦྱོར་ལམ་གྱི་གྲོལ་ཐོབ་པ་གྲོལ་ཐག་ཐོབ་དེ་དེ་ལ་ཁ་ཚང་གོང་དུ། ཅུང་ཟད་གྲོལ་ནི་ཐོབ་པ་ན་གསུངས་དེ་ནི་བརྟག་གཉིས་ཀྱི་ནང་ན་ཡང་གྲོལ་ཐོབ་པའི་སྐབས་སུ་སྤྱོད་པ་ཟད་དགོས་ཟེར་གྲོལ་ན་ཐོབ་ལས་ཟེར་དུས་རྩ་ལོངས་ལས་སུ་རུང་ཞིང་དེ་ནི། བློ་དངོས་མ་ལ་ཞུགས་ནས་ཐུན་གསུམ་བཤད་པ་ལས་གསུངས་དགོས་སྟོང་པ་ཞིག་གི་ཡེ་ཤེས་འདྲེན་དགོས་གསུངས་ཡོད་རུ་བ་དང་དེ་འདྲ་ཅིག་མ་ཡོང་གི་བར་དུ། དང་འདི་འདྲ་རག་གི་སྤྱོད་པ་དེ་ཟས་གོ་གསུངས་དང་ནི་རྒྱུད་བཏགས་གཉིས་ཀྱི་ནང་ན་ཡང་ཆུ་བོའི་རྒྱུད་ནི་རམ་པ་དང་མ་མི་རྩེ་མོ་རག་ཀྱང་དང་རྟག་ཏུ་དེ་གཉིས་རྣམ་འབྱོར་གྱི་ཉིན་དང་ཚིག་འདི་མཉམ་པར་གཞག་གསུངས་དང་ནི། དུས་རྟགས་དང་འདི་ལྟ་བུ་གི་སྤྱོད་པ་ཟས་དེ་ནི་དེ་ནི་ཆུ་བོའི་རྒྱུན་ལྟ་བུ་ཏིང་ངེ་འཛིན་སྒོམ་གོ་གསུངས་ནི་དེ་འདྲ་གསུངས། ཅུང་ཟད་ཡེ་ཤེས་ལ་དབང་བའི་དུས་སུ་སངས་རྒྱས་འབད་པས་སྤྱོད་པ་ཞེས་བྱ་བ་དངོས་སུ་རྣམ་འབྱོར་པས་བཟའ་བ་མི་བཟད་པ་ཁ་ན་མ་ཐོ་བ་ཐམས་ཅད་སྤངས་ཤིང་བསྲངས་ནས་རིག་མ་དང་ཤ་ལྔ་བདུད་རྩི་ལྔ་བསྟིམ་པ་སོགས་སྔགས་ཀྱི་སྤྱོད་པ་མཐའ་དག་བྱ་བ་སྟེ། བདག་འདི་ནི་ཅུང་ཟད་དེ་ནི། ཡེ་ཤེས་ལ་དབང་ཐོབ་དེ་ནི་དང་འདི་ན་ད་ལྟ་གོང་དུ་ནས་གསུངས་པའི་མཉམ་གཞག་ལ་དྲོ་བདག་མ་ཐོབ་ཀྱི་བར་དུ་གསུངས་འདུག་བ་ད་མཉམ་གཞག་ལ་དྲོ་བདག་ཐོབ་པ་ཡིན་ན། དེ་དུས་དེ་ལ་ད་རུང་དེ་ནི་སེམས་ཅན་དག་ཚོགས་པ་གི་ནང་ན་གང་ཟག་གཞན་གྱི་ངོ་ལ་ཐུན་མོང་གི་དེ་ནི་མཐོང་རྒྱུ་ཡོད་པ་གི་སྤྱོད་པ་དེ་མི་ཟད་པ་ཤིན་ཏུ་གསང་བ་དང་ཤིན་ཏུ་སྦས་པའི་ཚུལ་གྱིས། དེ་ནི་ད་ན་ཁ་ན་མ་ཐོ་བ་ཐམས་ཅད་སྤངས་ཤིང་སོང། སངས་ནས་དེ་ནི་རིག་མ་དང་ཤ་ང་བདུད་རྩི་ལྔ་བསྟེན་དགོས་ལ་རེ་གསུངས་པ་རེད། སྔགས་ཀྱི་སྐུ་འབྱུང་མཐའ་དག་ཟག་སྟེ། འདི་ནི་མཉམ་རྗེས་གཉིས་ཀྱི་རྟོག་པ་མ་བསྟན་གྱི་བར་དུ་བཞིས་ཞེས་དང་གོང་མ་དེ་སྟེ་མཉམ་གཞག་གི་དེ་ནས་གྲོལ་མ་ཐོབ་ཀྱི་བར་དུ་འདི་དག་མཉམ་རྗེས་གཉིས་ཀ་གི་ལྟ་བ་རྟོག་པ་བརྟན་པོ་མ་རིག་གི་བར་དུ་སྒོ་སྲུང་བ་རེད་དང། འདི་དག་གཉིས་ཀྱི་ནང་ན་དེ་ནས་ཟླ་བ་གཅིག་ཏུ་སྲང་ལ་ཅི་ཇི་སྲིད་ས་བརྒྱ་མ་རྙེད་པར་སྣང་བ་ཉིད་ཀྱི་རྣམ་འགྱུར་པས་རྣམ་འགྱུར་མ་ཡི་བརྟན་པར་ཟག་གསུངས་འདི་ནི་དེ་ནས་ས་བརྒྱ་བརྟན་པ་ལ་སོགས་པ་ལ། ད་ལྟ་འགལ་གྱི་རྡོ་རྗེ་བདག་མེད་མ་ལ་སོགས་པའི་སྣང་བ་མ་ཐོབ་པ་དེ་སྲིད་ཀྱི་བར་དུ་གོང་གི་ས་བརྒྱ་དེ་སྐྱེ།

དོན་བགྲོད་པར་བྱ་བ་གསེར་དུ་སྤྱོད་པ་སེ་ལེ་རེད་འདི་ལ་སོགས་ལས་རྣམ་རྒྱལ་གྱི་སྤྱོད་པ་སེ་ལེ་ཡིན་གསུངས་དོན་ནི་ད་ལྟའི་གོང་དུ་ནི་བསམ་པ་ཁྲི། བསམ་པ་ཁྲི་དང་གྲུབ་སྙིང་ལ་སོགས་པ་གི་སྐབས་ནས་བཤད་པའི་གི་དེ་སྤྱོད་པ་བཞི་གི་དོན་དེ་མ་འབྲེལ་བ་རྒྱལ་བའི་ཡིན་ས་རེད། དེ་འདྲའི་གསུང་གི་འདུག་གསུང་བ་རེད་ད་འདི་འདྲའི་ཅིག་གོ་གི་ཡོད་རེད་ཟེར་ད་དེའི་རྒྱུ་མཚན་གི། ནམ་རྒྱུན་དེ་ནི་ད་ངས་གི་བླ་མ་ཐམས་ཅད་གི་ཁྲིད་ཡིན་ན་རེད་དེ་ནི་ག་རེ་ཡིན་ན་དེ་ནི་སྤྱོད་པ་དུས་ཚོད་དང་འབྲེལ་བ་དགོས་གསུངས་དོན་གྱི་དེ་གི་དོན་ད་དེ་འདི་ཡིན་གོ་རེད་སྤྱོད་པ་དེ་རང་རང་སོ་སོ་གི་ནང་གི། ཉམས་རྟོགས་ཀྱི་དེ་ནི་ས་ཚོགས་ག་རེ་ལ་སླེབས་པ་ཚུལ་དེ་ནི་ས་ཚོགས་དེ་དང་མཐུན་པར་གྱི་སྤྱོད་པ་ཟས་གོ་གསུངས་ནས་དེ་འདྲ་གསུངས་ཀྱི་ཡོད་རེད་ད་འདི་དཔེ་མི་སྲིད་པ་གནད་ག་ཆེན་པོ་རེད་དང་པོ་ད་ང་ཚོས་ད་གསང་སྔགས་ཀྱི་ཆོས་ལ་དེ་ནི་མོས་པ་ཟད་རེ་བ་ཟད་དེ་གི་སྟེང་ནས་དེ་ནི་དབང་ཞུ་དམ་ཚིག་དང་སྡོམ་པ་སྲོང་དེ་གི་སྟེང་ནས་ལམ་རིམ་པ་གཉིས་ལ་མོས་པ་ཟད་ན་ད་ཉམས་ལེན་བྱ་བྱེད་དུ་སོགས་ཐམས་ཅད་དེ

དེ་འགྲོ་གི་སྟེང་ནས་ག་ལེ་ག་ལེ་རྒྱུད་ལ་བློ་སྦྱང། རང་གི་རྒྱུད་དེ་གཏད་ས་དེ་ནས་ཆུ་ལ་ཡང་འཁོར་ཐུབ་པ། སྤྱོད་ལམ་དུ་སོགས་ཐམས་ཅད་བསྐྱངས་ནས་ཆུ་དང་མཐུན་པ་ཅིག་གི་སྟེང་ནས་ལམ་ལ་འགྲོ་ཐུབ་པ་དེ་འདྲ་ཅིག་ཡོང་བ་ཡིན་ན་དེ་ནི་ག་ལེ་ག་ལེ་གོམ་པ་རིང་པོ་གཉིས་པོ་འདྲ་བསྲེས་ན་ཡག་པོ་འདུག་དེ་འདྲ་མ་ཡིན་པར་ཐོག་མ་ཉིད་ནས་དེ་ནི་བདག་ཅེས་ཚེ་འདི་གི་སྟེང་ནས་སངས་རྒྱས་བསྒྲུབ་རྒྱུ་ཡོད་པ། དེ་ནི་རང་གི་སེམས་ངོ་བསྐྱང་བ་གཅིག་གི་སྟེང་ནས་དུ་རུ་སེ་དེ་ནས་བདག་རིག་པ་ཅིག་ངོ་སྤྲད་བཞག་ན་དེ་ནི་དེས་རང་གི་དེ་ནས་ཆོག་གི་ཡོད་པ་དེ་ལས་གཞན་དུ་གནས་གཅིག་གི་རྩར་སྒུག་གི་ཡོད་མེད་པ་དེ་ནི་ས་ལམ་གཅིག་ཐོག་ཏུ་དུ་རུ་སེ་ནས་བགྲོད་འགྲོ་གི་ཡོད་པ་དེ་འདྲ་བསྐྱངས་ཀྱང།

ཚུལ་ཁྲིམས་སྲུང་ཟེར་ན་ཀུན་རྫོབ་ཀྱི་སྤྱོད་པ་རེད་ལས་ད་བཟང་ཕྱོགས་ཀྱི་སེམས་ཟེར་ན་ཁྱེད་མ་འམ་གྱི་སྒོམ་རྒྱུ་རེད་ལས། ཟེར་གྱི་འདྲ་དེ་འདྲ་འདྲ་རེད་ཟེར་དེ་ནི་དེ་ནི་ད་མི་གཞན་དག་གཅིག་ཐོག་ན་སྐྱིད་རང་རེད་རེད་ཟེར་དེ་ནི་འདི་མཐོང་ཆུང་འདྲ་ཟུར་ཟ་འདྲ་ཟེར་གྱི་རེད་ད་རུང་སེ་མདོག་དུ་མ་དེང་སང་མང་པོ་འདུག་བ་འདུག་མཐའ་མ་རྨི་ལྕག་ཕོ་ཉོབ་ཏུ་སོགས་ཐམས་ཅད་ཀྱི་དེ་འདྲ་ཟེར་ནས་བཤད་གྱི་འདུག་ད། ང་ནི་དེ་འདྲ་ཁ་ཤས་ཐོབ་ཡོང་དུས་དེ་ལ་སོ་ཁྱི་འདྲ་ཡིན་སང་ཐེ་ཚོམ་འདྲ་ཟ་ཡོང་གི་འདུག་གཅིག་ཟེར་ན་དེ་སྔོན་མོ་ཟེར་རུང་གྱི་མ་རེད་དེ་འདྲ་འདྲ་ཡོད་ན་ཡོད་ཆོག་གི་རེད་བ་ད་གང་ལྟར་ཡོད་སྲིད་པ་རེད་དེ་འདྲ་མི་སྲིད་པ་ནི་ཅི་རེད་མི་འདུག།

དེ་ནི་ད་རེས་ལ་ཐུག་འདི་ལ་སྐད་ཆ་འདྲ་ཅིག་བཤད་ཡོང་གི་འདུག་ད་དེ་ང་ད་དེ་འདྲ་རེད་དེ་ད་དེ་ནི་འཁོར་འདས་གཉིས་ཀྱི་བར་ལ་འཛིན་པ་ཕྲ་མོ་གཅིག་རེད་དེ་ད་ད་དེ་འདྲ་བྱེད་དོན་ནི་དེ་ནི་ད་ང་སྒྲོ་འདོགས་རེ་མི་ཆོད་པ་རོགས་དེ་ནི་དེ་ལ་ཆེ་དགོས་རེད་ཟེར་ཁ་ཙམ་ཟེར་ཁ་འདྲ་ཙམ་དྲན་ཡོང་གི་འདུག་དེ་ནི་མཚམས་མཚམས་ན་དེ་འདྲ་བྱས་དེ་ནི་ད་ང་གི་རིག་པ་དེ་དེ་རོགས་ཟེར་ནས་ཐག་གཅོད་དེ་ནི་དེ་ནི་ངེད་ཀྱི་དེ་རྫོགས་ཆེན་གྱི་ལྟ་བ་དེ་སོགས་བཤད་ཡོང་དུས་དེ་ལ་དེ་ནི་ངོ་གཅིག་ཐོག་ཏུ། ཅེས་ཟེར་ངོ་གཅིག་ཐོག་ཏུ་བཀྲི། ད་ནི། ག་ཟེར། ཐག་རང་ཐོག་ཏུ་བཅད་གདེང་གྲོར་ཐོག་ཏུ་བཅག་ཟེར་ནས་ད་ཅིག་བཤད་རྒྱུ་ཡོད་རེད་ད་རྫོགས་ཤིང་གི་དེ་ནི་དེ་ཆུ་སྐད་དེ་སོགས་དཔེ་མི་སྲིད་པ་རྫིག་པོ་ཡོད་རེད་ལ་ཡ། དེ་འདྲ་ཡོད་རེད་དེ་ནི་དེ་འདྲ་གི་དེ་ནི་དེ་ནི་མ་བསྡད་ནས་སོ་སྐྱེ་ཡིན་ན་ཡར་ལངས་དུས་སངས་རྒྱས་འགྱུར་དེ་འོ་ཟེར་དེ་འདྲ་ཟེར་ནས་གསུངས་ཡོད་རེད་བ་ད། དེ་འདྲ་ཡོད་རེད་དེ་སོགས་ཐམས་ཅད་དེ་སྐད་ཆ་དེ་སོགས་བཤད་དེ་ནས་ད་ལུས་ངག་གི་དགེ་སྦྱོར་དེ་སོགས་ཆེར་མ་འགྲུབ་ན་དེ་ནས་རང་གི་དེ་ནས་སེམས་ཀྱི་རིག་པ་གི་ངོ་བོ་དེ་དེ་ནས་ད་སངས་རྒྱས་ལ་ཐག་ཆོད་དེ་ད་བླ་མ་གི་དེ་ནས་བླ་མ་དེ་གཉིས་ཀ་དེ་ནས་ངོ་བོ་དབྱེར་མེད་དུ་ཐག་ཆོད་དེ་ནས་དེ་རྒྱུན་བསྐྱངས་དྲན་ཤེས་བཞིན་གྱི་རྒྱུན་བསགས་འདུག་ཅེ་ན་དེ་ནས་རེད་དེ་འོ་ལ་མ་རེད་ནས་ད་དེའི་ནང་ན་མི་འདུག་ལས་རེད་གི་ད་བཟང་ཕྱོགས་ཀྱི་སེམས་སུ་ཆེ་གོང་དུ་འཇོག་ལས་ནས་ངེས་འབྱུང་སུ་ཆེ་གོང་དུ་འཇོག་ལས་ནས་ཞེས་ཧ་འདྲ་བརྫོ་ན་ཚུར་བཙོང་དེ་ཨ་དེ་དེ་མ་རེད་ཡ་བརྫོ་རྒྱུ་ལ་མ་རེད་ད་རུང་གསུང་གི་འདུག་བ་དེ་ངག་གི

ངོ་ལང་རྒྱག་དགོས་འདུག་ཡིན་ན་དཀའ་མོ་རེད་ད་ཡིན་གསལ་དགོས་དུས་ད་ངོ་སོའི་ངོ་མི་གཅིག་ད་ལམ་ཡང་དག་པ་སེམས་ཀྱི་མ་ལོག་པ་ཅིག་འགྲོ་དགོས་ཀྱི་ཡོད་ན་རྒྱལ་བ་སྲས་དང་བཅས་པ་གི་ག་རེ་འདྲ་ཅིག་དེ་ནི་ལམ་ག་རེ་འདྲ་ཅིག་བསྟན་ཡོད་ན་དེ་དང་མཐུན་པ་གི་ལམ་ཅིག་ལ་འགྲོ་དགོས་ཀྱི་ཡོད་པ་ཡིན་དུས་ད་འདི་དེ་ནི་གསང་སྔགས་ཀྱི་ལམ་རིམ་པ་གཉིས་ཀྱི་ཉམས་ལེན་དེ་ཟད་པར་བྱས་པ་ལ་དེ་ནི་རྒྱལ་བ་རྫོགས་པོ་སངས་རྒྱས་ཀྱི་དེ་ནི་བླ་མེད་ཀྱི་རྒྱུད་སྡེ་ཐམས་ཅད་ཀྱི་ནང་ན་ག་འདྲའི་གསུངས་ཡོད་པ་དེ་ལ་བརྟེན་ནས་རྒྱ་གར་གྱི་གྲུབ་ཆེན་ཐམས་ཅད་ཀྱིས་དེ་ནས་མན་ངག་ག་འདྲ་ཅིག་གི་སྟེང་ནས་ཚུར་བསྡུས་ཡོད་པ་དེ་བླ་མ་བརྒྱུད་པ་གྱི་ས་གཞི་ག་རེ་ཡོད་པ་དེ་སོགས་ཐམས་ཅད་རང་གི་ལག་བསྟར་ཟེར་ན་དེ་ནས་ལག་བསྟར་ག་རེ་ཟེར་ན་འགྲོ་དགོས་ཀྱི་ཡོད་པ་དེ་འདྲ་གི་རིམ་པ་ཅིག་ཡག་པོ་ཅིག་ཤེས་དེ་ནས་དེ་ནས་ད་ཉམས་སུ་བླང་བ་ཡིན་ན། ད་ཁ་ཅིག་ལ་དེ་ནས་ས་ལམ་རྒྱ་ཆེན་པོ་བསྒྲུབ་ཟེར་ན་དཀའ་པོ་རེད་དེ་དེ་འདྲ་མ་བསྒྲུབས་པ་ཡིན་ན་ཡང། ཀྱི་བདག་གང་ཐོབ་ཅི་ཐོབ་ཀྱི་དེ་ནི་ལམ་ནོར་བ་མེད་པ་ཅིག་གི་སྟེང་ན་འགྲོ་ཐབས་ཀྱི་ཡོ་བསྲ་རེ་བ་དང། དེ་འདྲ་ཡོ་བསྲ་རེ་སྟེང་དུ་རྒྱས་བདག་ཉིད་ཆེན་པོས་ཀྱང་ན་ད་དེ་རིང་ཁ་སང་དེ་ནི་ཆོ་བ་དེ་ལ་འདི་འདྲ་མི་འདྲ་དུ་རུག་སོད་དེ་ན་གང་ཟག་ཐམས་ཅད་ཀྱི་རང་རང་སོ་སོ་ཀྱི་རང་ལྡོག་གི་ཆོ་ག་འདྲ་མི་འདྲ་མང་པོ་དུ་རུག་སོད་ནས་བརྩམས་ཀྱི་འདུག་དེ་སོགས་ཐམས་ཅད་ཀྱི་སྟོང་དེ་སོགས་ཐམས་ཅད་ཀྱི་ཉམས་ལེན་ཞེས་པ་ཡང་ན་གནད་ཅིག་ཕན་ཐོགས་ཡོད་མ་རེད་ཟེར་རྒྱུ་མཚན་ག་རེ་རེད་ཟེར་ན། སྔོན་གྱི་གྲུབ་ཆེན་དེ་སོགས་ཐམས་ཅད་ཀྱི་ཆོ་ག་རེ་རེ་ཀྱི་ནང་ན་ལམ་གྱི་གནད་ཡོངས་སུ་རྫོགས་པ་ཚང་བར་ཟད་དེ་ན་དེ་འབྲུག་གི་རྣམ་གཞག་མང་པོ་ཅིག་མི་ངག་གི་གནས་མང་པོ་ཅིག་བསྟན་གི་ཡོད་རེད་དེ་སོགས་ཀྱི་ཆ་རྐྱེན་དེ་ཚོ་ཚང་དགོས་ཀྱི་ཡོད་རེད་མ་གཏོགས་ཁ་སོ་ཁ་རོག་དེ་ནས་འདྲ་བཟོ་གི་ཁྱོ་བ་བཟོས་ཀྱི་ཡ་ལིག་གི་ས་ལམ་གང་ཡང་མི་ཆོད་སོང་ནི་དེ་འདྲ་གསུངས་གི་འདུག་བ། དེ་སོགས་ཐམས་ཅད་དེ་གནད་འགག་ཧ་ཅང་ཧ་ཅང་གི་གནད་འགག་ཆེན་པོ་རེད་འདུག་དེ་ནི་ད་ང་ཚོས་ཀྱི་དད་པ་དང་དག་སྣང་སེར་བླ་མ་སངས་རྒྱས་དངོས་སུ་མཐོང། དེ་ནི་དེའི་སྟེང་ནས་རང་རང་སོ་སོ་གི་ཚོགས་བསགས་བསྒྲུབ་པ་སྦྱངས་དེ་འདྲ་བྱས་དེ་ནི་དེ་ནས་བླ་མ་མཚན་ཉིད་དང་ལྡན་པ་བཅས་ཀྱི་ངོ་སྤྲད་ངོ་སྤྲད་དེ་ནི་ངོ་འཕྲོད་ངོ་འཕྲོད་དེ་ནི་དེ་ནི་དེ་གི་དེ་ནི་ད།

འབད་བརྩོན་ཟས་དགོས་ཀྱི་ཡོད་རེད་དེ་ཟས་པ་དང་མཉམ་དུ་དེ་ནས་རང་རང་སོ་སོ་གི་ཉམས་ལེན་དེ་དང་པོ་ནས་དེ་ནས་ངེས་འབྱུང་དང་བཟང་ཕྱོགས་ཀྱི་སེམས་ཀྱི་གཞི་བཟུང། དེའི་སྟེང་ནས་རིམ་པ་བཞིན་དུ་དེ་ནས་ད་གོ་སྐྱིད་རམ། སྐྱིད་རོམ་ཡིན་ན་དེ་ནས་སྐྱིད་རོམ་དང་སོགས་ལ་རེ་རེ་བཞིན་དུ་དེ་ནས་ཉམས་ལེན་བྱེད། རྫོགས་རིམ་རང་ན་རིམ་པ་བཞིན་དུ་དེ་ནས་སྐྱིད་རོམ་ལ་བརྟེན་པ་ཐོབ་ནས་རྫོགས་རིམ་ལ་ཉམས་སུ་ལེན་པ་ལ་སོགས་པ་ཀྱི་ལམ་གྱི་རིམ་པ་གཅིག་དེ་ནས་རྒྱལ་བ་རྡོ་རྗེ་འཆང་གིས་གསུངས་བཞག་པ་རེད་གསུངས་བཞག་དེ་དེ་ནང་བཞིན་ཟེར་ནས་ཉམས་སུ་ལེན་རྒྱུ་དེ་དཔེ་མི་སྲིད་པ་ཀྱི་གནད་འགག་ཆེན་པོ་རེད་འདུག་ད། ད་མཚམས་ཚར་ན་སྟོད་ཀྱི་སེམས་ཚོར་དེ་ཚོ་ཤུགས་ཆེན་པོ་ཡོང་གི་ཡོད་ང་རང་ཡིན་ན། ད་སྔོན་གྱི་དེ་ནི་དཔེར་ན་ང་ད་མར་པ་ལོ་ཙཱ་ཡིན་འདྲ་ཡིན་ན་དེ་ནི་རྒྱ་གར་འཕགས་པོ་ཡོད་ལ་དེ་ནི་རྒྱ་གར་སྐབས་དེ་གི་དུས་སུ་དེ་ནི་རྒྱ་གར་ལ་ཡོངས་སུ་གྲགས་པའི་གི་དཔེ་འདི་དག་ཕ་རྒྱུད་མ་རྒྱུད་གཉིས་མེད་རྒྱུད་ཀྱི་མཁས་པ་ཡོངས་སུ་རྫོགས་པ་གྲུབ་པ་ཡོངས་རྫོགས་ཀྱི་ཐུགས་ཀྱི་བཅུད་དུ་དེ་ནི་མ་ཕེབས་ཡོང་བ་རེད་ཕེབས་ཡོང་དུས་དེ་ལ་དེ་གི་དེ་ནི་དེ་གཟུགས་ཐམས་ཅད་ཀྱི་ཐུགས་བཅུད་མ་ཚང་བ་ཉིད་ཀྱི་དང། དེ་ནི་རུམ་ཉིད་ཀྱི་རྣམ་འབྱོར་ཉམས་སུ་ལེན་པའི་གི་ཐབས་ཁྱད་པར་ཅན་དེ་འགྲོགས་ཚེ་དེ་ནི་ཆ་ཚང་ལ་མ་ནོར་བ་ཅིག་གཏན་བཞག་ཡོད་རེད་བ་ད་ང་ཚོས་དེ་ཚོ་ཐམས་ཅད་དེ་གི་སྟེང་ན། རྣམ་རྒྱལ་ག་རེ་གསུངས་དང་ལྟ་དེ་ནི་རྒྱུད་ལུང་ཟེར་ཐུས་སང་ཟེར་དེ་ནི་དེ་གི་དང་ནི་བཅས་རང་རང་སོ་སོ་གི་ཉམས་ལེན་རེད་ཨ་བ་ཏའི་དམ་བཅའ་ཟེར་ན་དེ་འདི་གནད་འགག་ཆེ་པོ་ཅིག་རེད་འདུག་མ་གཏོགས་དེ་ནི། གློ་བུར་གློ་བུར་དུ་ཅིག་ལག་ནང་ན་རྡོ་རྒྱག་རྒྱག་ཟེར་ནས་ང་ཚོ་བོད་ཀྱི་ཚོང་རྒྱ་ལོས་འདྲ་བྱས་དེ་ནི་ད་གློ་བུར་གློ་བུར་དུ་སོག་པོ་རེད་འགྲོ་བྱེད་ཅིག་གློ་བུར་གློ་བུར་ལ་ཁད་ཆེན་པོ་རག་འགྲོ་བྱེད་ཅིག་གི་སྟངས་ནི་བསམ་བློ་བཏང་བསྡད་པ་ཡིན་ན་དེ་ནི་དེ་འདྲ་རྐྱང་རྐྱང་ཅིག་གི་སྟངས་ནི་ཡོང་དགོས་ན་ཧ་ཅང་དཀའ་པོ་རེད་འདུག་བ།

དེ་འཕྲོ་མ་ཡོང་དུས་ངའི་ཕྱོགས་ལ་དེ་ནས་ལྟ་བ་དེ་དེ་རེད་མ་རེད་ཟེར་ན་ངས་ནི་བཤད་མི་ཤེས་ཟོ་ལེ་དེ་ནས་ད་ཁྱེད་རང་རང་སོ་སོ་གི་ལམ་དེ་ནས་ཡང་དག་པ་ལ་སོང་ཨེ་འདུག་མི་འདུག་ལྟ་བ་ཡག་པོ་ངང་འཕྲོ་ཨེ་འདུག་མི་འདུག་ཉམས་ལེན་གནད་ལ་འགྲོ་གི་ཨེ་འདུག་མི་འདུག་ལྟ་དགོས་གི་ཡོད་ན་ནི། དེ་ནས་བླ་མ་དང་མཆེད་གྲོགས་ལ་དད་པ་དང་སྣང་བྱེད་བྱེད་ལ་འགྲོ་གི་ཨེ་གདའ། དེ་ནས་སེམས་ཅན་ལ་སྙིང་རྗེ་བྱེད་བྱེད་ལ་འགྲོ་གི་ཨེ་གདའ་ལས་འབྲས་ལ་བརྩི་སྲུང་བྱེད་ཞབས་ལ་འགྲོ་གི་ཨེ་གདའ་དེ་མི་འགྲོ་གི་ཡོད་ན་ནི་དེ་ནས་ཁྱོད་ཅག་ཉམས་ལེན་དེ་ཡག་པོ་འགྲོ་འདུག་པ་ཅི་རེད་དེ་སོགས་ཐམས་ཅད་ནི་ཁྱེད་མི་གདའ་ན་ནི་དེ་ནས་ཁྱོད་ཉམས་ལེན་དེ་ནང་ན་གནད་ཆེ་ག་ཏུ་རུག་ཟེར་ན་ནི་མ་རེད། དེ་ངས་ཁྱེད་ཤི་ལ་མ་དེ་འདོང་ན་དེ་རི་ཀ་འདོགས་རྒྱུ་ཡོངས་རྫོགས་ཀྱི་དེ་གསུང་གི་ད་བླ་མ་དོ་ཚོགས་ཀྱི་དེ་འདྲ་གསུང་རོགས་ཟེར་ངས་དེ་འདྲ་ལན་རྒྱག་གི་ཡོད་ཨ་དེ་བ་ཅས་ཡིན་ཡང་ཡིན་ཆགས་འདྲ་ཅིག་བཟོས་དེ་ཡོད་དེ་མ་གཏོགས་དེ་རིང་སྔོན་མ་བླ་མ་ཐམས་ཅད་ཀྱི་དེ་ནས་གསུང་གི་ནང་ལོགས་ལ་ད་སྒམ་པོ་པ་འདྲ་ཡིན་ན་ད་ད་ཚུར་བསྟན་ཡིན་ད་ཡིན་རྒྱུ་རེད་དེ་ད་རྗེ་བཙུན་སྒམ་པོ་པ་འདའ་ར་དེ་ང་ད་དེ་ར་རྗེ་བཙུན་མི་ལ་རས་པ་གི་མདུན་དུ་དང་པོ་འཇིགས་ཡུལ་སོང་འདུག་དེ་ལ་དེ་ནས་མ་རེད་ཁོ་ད་དེ་ང་ནང་དུ་ལ་རེད་ཁོ་དེ་སྒམ་པོ་པ་གི་སྐུ་མདུན་ལ་དེ་ནས་ཕག་མོ་བྲོས་པ་སོང་རེད་ལས།

རྒྱལ་དགའ་མོ་བ། སྔགས་ཀྱི་དཀྱིལ་དེ་ནི་དེ་ནི་ཟེར་ཡས་འདུག་དེ་ལ་དེ་ནི་དེའི་ཕག་མོ་གྲུ་པ་ཀི་དག་ཤིས་སུ་དེ་ལུགས་སོ་དེ་ནི་དག་ས་ཆ་ཆེན་པོ་ཀི་ལྟ་བ་མཐོང་ངང་གི་ཡེ་ཤེས་དངོས་སུ་སྔོན་འཕྲོ་འོང་དུས། དེ་ནི་ཕག་མོ་གྲུ་པ་ཀི་གསུང་དེ་ནི་ཁོ་བོ་དེ་ནི་རྒྱལ་དགའ་མོ་བ་དང་མ་འཕྲད་ན་ལྷ་སྲས་རིང་པོ་ལ་སྡོད་པ་ཞིག་ཏུ་འདོགས་འོས་སོང། དེ་འདྲ་གསུང་བ་རེད་ཟེར་ལེ་རེད་དེ་འདྲ་ཟེར་དུས་དེ་ལ་དག་ཁྱོ་བོ་དེ་ནི་མཐོང་ལམ་ཡིན་པའི་ཀི་རྒྱུ་མཚན་ག་རེ་འོ་ཟེར་དུས་ད་རུང་དེ་ཀི་ཡ་རྒྱུ་མཚན་དེ་ཚོ་ཞུས་འདུག་བ། ང་ལ་བླ་མས་ཡང་མཐོང་ལམ་དུ་ངོ་སྤྲད་སོང་ཟེར། མདོ་རྒྱུད་བསྟན་བཅོས་ཀྱི་ནང་ལ་ཡང་འདི་མཐོང་ལམ་ཡིན་པར་གྲུབ་ཀྱི་འདུག་གསུངས་འདི་ནི་དེ་ནི་ལུང་རིགས་ཀྱི་སྒོ་ནས་དེ་ནི་མཐོང་ལམ་ཡིན་པར་གྲུབ། བླ་མས་མཐོང་ལམ་ཡིན་པར་ངོ་སྤྲད་དེ་འདི་ཟེར་གསུང་བ་ཡིན་དེ་ཁོང་མཐོང་ལམ་ཡིན་སྐད་ཀྱི་རྒྱུ་མཚན་དེ་འདྲ་ཡིན་ཟེར་དེ་ནི་ཡག་བཤད་འདུག་དེ་དེ་འདྲ་བཤད་དུས་དེ་ལ་དེ་ནི་རྗེ་སྒམ་པོ་པ་ཀྱི་ལག་པ་ཀྱི་ཟིན་དེ་འཇུས་དེ་ནི་ད་ཁྱོད་ཀྱི་མཐོང་ལམ་དེར་ཨ་རི་མི་དགའ་ནི་གསུངས་དེ་ནི་སྣ་ར་ཀྱིས་དེ་ནི་མཛད་འདུག་དེ་མཛད་དུས་དེ་ནི་རྗེས་ནས་དེ་ནི་མཐོང་ལམ་གྱི་ཡེ་ཤེས་བཞི་ནི་དེ་ནི་རྗེ་སྒམ་པོ་པ་ཀྱི་སྐུ་མདུན་ནས་མཐོང་ལམ་གྱི་ཡེ་ཤེས་ངོ་འཕྲོད་པ་ཡིན་གསུངས་དེ་ནི་དེ་འདྲ་ཟེར་ནི་བཤད་ཡོད་རེད། ཡང་རྗེ་སྒམ་པོ་པ་གི་སྐུ་མདུན་ལ་དེ་ནས་མ་རྫོགས་ཏེ་རྗེ་བཙུན་མ་ལ་རས་པ་གི་སྐུ་མདུན་ལ་རྗེ་སྒམ་པོ་པ་སོང་ནས་དེ་འདྲི་ཟེར་དུས་ཡང་ན་དེ་ནས་ཕྱོགས་ལ་དེ་ནས་སྒོམ་བྱེད་ཟེར་ཡོད་ཟེར་དུས་དེ་ལ། ཞག་བཅུ་གསུམ་ཙམ་ལ་རྣམ་རྟོག་གི་དོར་ཟེར་ནས་མི་གཡོ་བར་གྱི་དག་ཏིང་ངེ་འཛིན་དེ་འདྲི་ཟེར་ནས་ཡོད་སོང་དེ་འདྲི་ཟེར་སོང་དུ། དེ་འདྲི་སོང་དུས་དེ་ལ་དེ་ནས་ད་ར་དེ་རྗེ་བཙུན་མ་ལ་རས་པ་གི་དུ་སོགས་ཡང་ན་དག་སྤྱི་བཏང་ནས། རེད་རེད་དེ་ནས་དེ་ནས་དག་ཟེར་མ་བཙལ་ན་མར་ཡོང་གི་མ་རེད་གཏེར་བཙལ་ན་མར་ཡོང་གི་རེད་དག་ཁྱོད་གཏེར་གི་གང་ཡང་ཡོང་གི་མི་འདུག་དག་ངེད་གི་གཏུམ་མོ་དང་དགོངས་དང་ཕྱོགས་ལ་གོ་ཆོད་ཅིག་ཡོད་སོང་དེ་ནས་དེ་ནས། གཏུམ་མོ་སྒོམ་ཅིག་དེ་ནས་ད་རག་གི་གཏུམ་མོ་གི་བདེ་སྟོང་གི་ཡེ་ཤེས་ངོ་སྤྲོད་དེ་འདི་འདྲ་ཟེར་བ་རེད་ཟེར་ནས་བཤད་ཡོད་རེད། ད་རྗེ་སྒམ་པོ་པ་གི་གསུང་མ་ཡང་ན་ད་དེ་འདྲ་གསུང་འདུག་བ་ད་ཁོང་རྗེ་བཙུན་ལ་མ་འཕྲད་ན་ཁོང་སྔོན་མ་ལྷ་སའི་རོང་པོ་རུ་ལ་སྐྱེས་འདུག་ས་རེད་གསུང་དེ་འདྲ་གསུང་ད་རག་དེ་སྒམ་པོ་པ་གི་གསུང་ཐམས་ཅད་གི་ནང་ལ་ཡོད་རེད། དེ་འདྲ་ཟེར་དུས་དེ་ལ་སྤྱིར་བཏང་གི་དེ་ནས་ལྟ་བ་དངོས་འཁྲུག་ཟེར་རྒྱུ་དེ་དང་དེ་ནས་རྟོགས་པ་རྒྱུད་ལ་ཅི་ཟེར་རྒྱུ་དེ་སོགས་དེ་དཔེ་མི་སྲིད་པ་གི་སྤྱིར་བཏང་ནས་དཀར་པོ་ཅིག་ཡིན་གི་ཡོད་ས་རེད་ལ། དེ་ནས་གལ་སྲིད་དེ་འདྲ་ཅིག་ད་ང་ལ་ལྟ་བ་ཅིག་དངོས་འཁྲུག་སོང་བསམ་པ་ཅིག་ཡོད་ན་ཡང་ད་དེ་ཁོ་ལྟ་བ་ག་འདྲ་ཅིག་ཡིན་གི་ཡོད་མེད་ན་ཡོད་དམ་མེད་དེ་ད་ཡར་བླ་མ་དགེ་འདུན་ཆེན་མོའི་དངོས་གཞི་ཅན་ཉམས་མྱོང་གྱིས་འདི་འདྲ་བྱེད་དགོས་ད་རོགས་ཟེར་དེ་ནི་ད་ཧ་གོ་གི་ཡོད་ས་རེད་མ་གཏོགས་བྱེད་སྟངས་ནི་དཀའ་མོ་ཅིག་ཡིན་ས་རེད། ད་ལམ་གོ་བ་དང་འཁྱུག་པ་གང་ཡང་མེད་པ་དེ་ག་རེ་ཡིན་འདུག་ཟེར་ན་ད་མདོ་དང་རྒྱུད་ཐམས་ཅད་ཀྱི་ནང་ནས་ག་རེ་གསུངས་ཡོད་པ་གི་ལམ་དེ་དེའི་བཞིན་དུ་རང་གི་ཐུགས་བསམ་ཟེར་ནས་ཨ་ཤི་ད་ཤི་དེ་ནི་དེ་ན་ཤི་ཟེར་དེ་ནི་ཁྱེད་གཉིས་ལ་ཡར་སོང་བ་ཡིན་ན་ད་དེ་ལམ་ནོར་འཁྱོག་མེད་པ་ཅིག་ད་རོགས་སོང་ནི་ཡིན་པ་དེ་ང་ཚོ་ཚང་མ་གི་ད་ནི་བློ་གདེང་བསྐྱལ་ནས་དེ་འདྲ་བྱེད་ཐུབ་པ་ཅིག་རེད་འདུག་བ་ད་རང་རང་སོ་སོ་གི་ཉམས་ལེན་མ་ཐོབ་ན་མ་ཐོབ་རེད་མ་གཏོགས་དེའི་རྒྱུ་མཚན་གྱིས་དེ་ནི་འདི་ཚོ་ཐམས་ཅད་དེ་ཧ་གོ་དགོས་རྒྱུ་ཅིག་རེད།

ཤིང་ཀེག་དང་ནི་དུར་ཁྲོད་དང་མར་མེ་ཁྱུང་དང་ཚིལ་མོ་དང་ཡང་ན་དབེན་པ་བས་མཐའ་རུ་སོང། ཤིང་ཀེག་པའི་གསང་དུ་ནི་ད་འདི་མགོན་པོ་གི་རྒྱུད་ནང་ན་ཤིང་ཀེག་པའི་གསང་དུ་ཕག་མོ་ཀི་ད་ར། ཕག་མོ་ཀི་དེ་ནི་སྦྲུམ་མའི་དུར་ཚོགས་ཀི་ནང་ན་ཡང་ཁ་ཤས་ལ་དེ་ནི་ཤིང་ཀེག་པའི་གསང་གི་ཡོད་རེད་དེ་ན་གཞི་ཅན་གི་དེ་ནི་ད་ལྟ་ཚོགས་ཀྱི་འཁོར་ལོ་བསྐོར་ས་གི་གནས་དུར་ཚོགས་ཤེས་འདོད་ཡང་ན་ཤིང་ཀེག་པའི་གསང་ནི་མང་པོ་གསང་གི་གསང་གི་ཡོད་རེད་ད་འདི་ཤིང་ཀེག་པའི་ཟེར་གྱི་དེ་སྤྱིར་བཏང་ནི་གོ། ད་ཅིག་ས་སོགས་ཅིག་ལ་ཤིང་ཀེག་མ་གཏོགས་མེད་ས་གི་ས་ཆ་ཟེར་ཁ་ན་དེ་འདྲ་འདྲ་རེད་ལ་ཞེས་བཤད་གི་འདུག་འདི་ད་གཙོ་བོ་གཙོ་བོ། དཔེར་ན་རྒྱ་གར་འདྲ་ཅན་ཁ་ཅིག་ལ་དེ་ནི་ཤིང། ནག། དེ་ནི་ཧ་ཅང་མོད་པོ་ཡོད་ས་དེ་འདྲ་ཡིན་ས་དེ་དེ་ལ་དེ་འདྲ་གི་ཡོད་ནི་དེ་ནི་ཤིང་གཅིག་པ་དེ་དེ་ས་དཀོན་པོ་ཡིན་ས་རེད། དེ་འདྲ་ཡིན་དུས་དེ་ཆགས་མེད་རིན་པོ་ཆེ་གི་གསུང་ཁ་ཤས་ཀྱི་ནང་ལ་ག་རེ་གསུང་ངོ་ཟེར་ན། ད་འདི་ཤིང་གཅིག་པ་ཟེར་གྱི་འདུག། ད་ནག་ཅིག་གི་ནང་ལོགས་ལ་དེ་ནི་ཤིང་གི་རིགས་ཁོ་རང་མ་གཏོགས་དེ་ནི་ཤིང་གི་རིགས་ཡིན་དག་མེད་ས་དེ་འདྲ་ཅིག་ཡིན་པ་ཡང་ན་དུས་ཀྱི་ཤིང་དེ་ཡང་ན་ཤིང་གཅིག་པ་ཟེར་གྱི་འདུག་ཡིན་སོང་དེ་འདྲ་གསུང་ཡོད་རེད། ཡང་ན་དེ་ནི་ད་ཤན་གཅིག་དུ་རུག་སོང་ན་ཡ་ཅི་དེ་འོ་ན་དེ་དེ་ཉེ་འཁོར་ལ་རང་ཉིད་ཀྱི་དྲི་མ་ཤན་གཅིག་གི་མ་ཉི་མ་ཤར་ནས་ཀྱི་གྲིབ་ནའོ་ལེ་མ་ནི་དེ་དྲི་མ་དེ་དེ་ནི་ཕོག་ས་ཀྱི་ཉེ་འཁོར་ལ་ཤན་གཞན་མེད་པ་དེ་འདྲ་ཡིན་ན་དེ་ནི་དེའང་དེ་ནི་ཤན་གཅིག་པ་ཡིན་སོང་ན་དེ་འདྲ་སོང་ཡོད་ས་ཡང་ཡོད་རེད་ཤིང་གཅིག་དང་ན་དུར་ཁྲོད་དང། མ་མོ་ཁྱོད་དང་མཚན་མོ་དང་ཟེར་ད་མ་མོ་ཟེར་ན་ད་མཁའ་འགྲོ་ཐམས་ཅད་རྒྱུ་བར་བྱེད་པ་མཁའ་འགྲོ་ཐམས་ཅད་གནས་ས་ཀྱི་གནས་དང།

གྲོ་བོ་སཱ་ཅང་ཚེ་འཛིན་དང་དེ་ཉིད་རྒྱུད་རྒྱ་མཚོར་ཡང་ཤིན་ཏུ་བཞིན་བཟང་མི་ཡང་མ། ད་གཟོད་རྒྱུད་དག་ཉིད་ཀྱི་ལོངས་སྤྱད་སྙམ་པས་ཤིན་ཏུ་བཞིན་བཟང་མི་ཡང་མ་རང་གི་དབང་བསྐུར་སྙིང་རྗེ་གཅིག་རྡོར་གྱི་ཕོ་མོ་འདི་ཁྱོད་ལ་སྤྱོད་པ་བྱ་བ་རྟོགས་པར་བྱ་ཟེར་དུས་དག་ས་ཅང། དག་སྤྱོད་པ་བྱས་ས་ཀྱི་དེ་ནས་གྲོགས་ཀྱི་ས་ཅང་དེ་ལ་ག་འདྲ་དགོས་རེད་ཟེར་དུས་ཤིན་ཏུ་བཞིན་བཟང་གསུངས་དུས་དག་འདི་ཤིན་ཏུ་མཛེས་རྟོག་དང་ལྡན་པ་ཅིག་དགོས་གསུངས་བ་རེད་དག་ཤིན་ཏུ་མཛེས་རྟོག་དང་ལྡན་པའི་གི་སྒོ་ནས་དག་རང་གི་དེ་ནས་ཡིད་འགོག་པར་ནུས་པ་དག་རང་གི་ཡིད་གཡོ་བར་བྱེད་པའི་གི་མཛེས་རྟོག་དང་ལྡན་པ་ཅིག་དགོས་ཟེར། མི་ཡང་མ་བསད་འདུག་ཅིང་འདི་དག་འབྲེལ་བ་རྒྱག་སྟངས་ཁ་ཤས་འདུག་རྒྱ་གར་གྱི་རྒྱལ་ཡོངས་དག་གྲུབ་ཆེན་ཐམས་ཅད་ཀྱི་འབྲེལ་བ་རྒྱག་འདུག་ཡང་ན་དེ་ནི་ཁ་ཤས་ཀྱི་ནང་ན་མི་ཡང་མ་བསད་དུས་ཏེ། དག་འདི་གི་དེ་ནི། ཁྲག་དོག་དང་མི་སེར་མེད་པ་སོགས་ནི་ནི་ཁྲག་དོག་མེད་པའི་མིག་ཡང་བ་བསད་ན་དག་ཁྲག་དོག་མེད་པ་ཅིག་ལ་འབྲེལ་བ་རྒྱབ་སྟེ་ནི་དེ་འདྲ་བསད་ཀྱི་ཡོད་རེད་དག་ཤིན་ཏུ་ཡིག་ཟ་མི་ཡང་མ་རེད། དེ་ནས་ཡང་དེ་གི་ཁ་སྦྱོར་གྱི་རྒྱུད་ཀྱི་ནང་ལོགས་ལ་དེ་འདས་མ་ཨ་ཏི་རོག་གསལ་དུ་ནི་དེ་ཤེས་ཡོང་དུས་དེ་ལ་དུས་ཀྱི་འབྲེལ་བ་དེ་ནི་ཁ་སྦྱོར་གྱི་འབྲེལ་བ་རིན་ཆེན་ཕྲེང་བ་གསལ་བྱེད་ཅེས་བྱ་བ་རེད་དེའི་ནང་ནི་གཞི་འཛིན་མེད་ཀྱི་བཅུད་རང་ཞིང་རང་གི་དབང་བསྐུར་སྙིང་གའི་རྟེན་སོགས་འདི་ནི་ད་མི་བཅུ་རིང་བ་ལ་ཡང་འབྲེལ་བ་བརྒྱབ་སྟེ་ནི་འདི་ད་ཅིག་རྣམ་པ་ཀུན་གཟིགས་རྟོག་ཚོགས་གོལ་མ་ནས་དུས་ཀྱི་ཆ་ལ་འབྲེལ་བ་བརྒྱབ་སྟེ་ནི་དེ་འདྲ་བཟོས་ཀྱང་འདུག་རྒྱ་གར་བ་དང་སོགས་ཀྱིས་མིག་འཕར་རིན་པོ་ཅན་ལ་འཛིན་འཛིན་པོ་ལ་བརྩེགས་འདུག་བ་མིག་ཞུགས་རིན་པོ་ཅན་ལ་རྫིག་པོ་ལ་བརྩི་གི་ཡོད་རེད་དེ་ནི་སྙིང་ངག་ལྟ་སོགས་ཐམས་ཅད་ཀྱི་ནང་ན་ཅོག་གི་མི་གཞུག་ལྟ་སོགས་ཐམས་ཅད་དེ་སྣ་དག་ལ་ཐུག་འགྲོ་ད་ཟེར་ཁ་འདྲ་ཅིག་བྱས་དེ་ནི་དེ་འདྲི་བ་དེ་སྙིང་ངག་འདྲི་འདི་དེ་འདྲ་ཟེར་གི་ཡོད་དེ་ནི་སངས་རྒྱས་བཅོམ་ལྡན་འདས་ལ་ཡང་ནི་དེ་ནི་མཚན་བཟང་ཤེས་ཡོན་དུ་དེ་ལ་རྐྱེན་གྱི་བཅུད་རིང་བ་ཟེར་དེ་ནི་ཤེས་ཡོང་རོགས་དེ་འདྲ་བྱས་དེ་ནི་རྐྱེན་གྱི་གཞུག་བག་རིང་པོ་ཅན་ད་ལྟ་ཨང་ཀི་གི་སངས་རྒྱས་ཐམས་ཅད་སངས་རྒྱས་ཀྱི་སྐུ་ལྟ་སོགས་ཐམས་ཅད་ལ་རྐྱེན་ཕྲ་མ་རིང་པོ་ནི་ཟེར་ནི་དེ་འདྲ་ཟེར་གི་འདུག་བ།

རྡོ་རྗེ་སྤོས་མོ་འདི་བྱས་ལ་ཟེར་དུས་ད་ས་རྒྱ་དེ་ལ་དེ་ནས་རིག་སྔགས་ཀྱི་རིགས་ཀྱིན་བྱེད་དགོས་མ་ནི་རྡོ་རྗེ་རིགས་ཀྱིན་དང་ནི་དེ་ནས་རིན་པོ་ཆེའི་རིགས་ཀྱིན་པད་མའི་རིགས་ཀྱིན་རྣམ་སྣང་གི་རིགས་ཀྱིན་ལ་སོགས་པ་དེ་འདྲ་ཀྱི་དེ་ནས་བཤད་ཀྱི་ཡོད་རེད་དེ་འདྲ་བཤད་རྒྱུ་ཀྱི་དེ་ཀྱི་ནང་ནས་རྡོ་རྗེ་སྤོས་མོ་འདི་བྱས་ལ་སོགས་དེ་རྡོ་རྗེ་རིགས་ཀྱིན་གྱི་སྤོས་མོ་དེ་ས་རྒྱ་ལ་དེ་དགོས་གསུང་བ་རེད་རྡོ་རྗེ་རིགས་ཀྱིན་གྱི་དེ་ནས་ས་རྒྱ་དགོས་དུས་དེ་ལ་ད་འདི། སྐྱེ་སྟངས་ཀྱི་དུག་གསུམ་འདུ་བ་དག། རིགས་ཐམས་ཅད་ཀྱི་དག། གཙོ་བོ་ཟས་དགུ་ན་འདྲ། རིགས་ཐམས་ཅད་ཀྱི་ཆབ་ཟས་ཟས་དགུ་ན་འདྲ། རིགས་ཐམས་ཅད་གང་གི་ཁྲོ་བོ་ཀྱི་གཞི་ཟས་དགུ་ན་འདྲ་དེ་དག་རྡོར་གྱི་རིགས་དེ་ཡིན་གསུངས། དེ་འདྲ་གསུང་གི་ཡོད་པ་རེད། ད་ལྟ་ངེད་ཀྱི་དཔེར་ན་ཕུང་པོ་སྔགས་ཀྱི་ནང་ལོགས་ནས་བསམ་བློ་བཏང་བ་ཡིན་ན་དེ་ནི་ད་རྣམ་ཤེས་ཀྱི་ཕུང་པོ། རྣམ་ཤེས་ཀྱི་ཕུང་པོ་འདི་དེ་ནི་ཕུང་པོ་ཡིན་དག་ཐམས་ཅད་ཀྱི་གཞི་ཟས་དགུ་ན་འདྲ་དག་ཕུང་པོ་ཡིན་དག་ཐམས་ཅད་དེ་ཀྱི་ཁྲོ་གཞི་ཟས་དགུ་ན་འདྲ་མདོར་ན་དེ་འདྲ་ཅིག་ཡིན་གྱི་ཡོད་རེད་པ། དེ་ཡིན་དུས་རྣམ་ཤེས་ཀྱི་ཕུང་པོ་དེ་ཀྱི་ངོ་བོ་གཙོ་བོ་ན་འདྲ་དེ་གི་རང་བཞིན་དེ་དེ་ནི་རྡོ་རྗེ། རྡོ་རྗེ་མི་བསྐྱོད་པ་གི་རང་བཞིན་ཟེར་ན་བཤད་ཡིན་འདུག་དེ་ལ་རྡོ་རྗེ་ལུགས་དེ་རྣམ་ཤེས་ཀྱི་ཕུང་པོ་རྣམ་པར་དག་པ་གི་ལྷ་ཡིན་གྱི་ཡོད་རེད་དེའི་རྒྱུ་མཚན་གྱི། ད་ཡི་ཡི་འབྲེལ་གང་གི་སྐབས་སུ་བསམ་བློ་བཏང་བ་ཡིན་ན་རྡོ་རྗེ་རིགས་དེ་གཙོ་བོ་ཟེར་ནས་བཤད་གྱི་ཡོད་རེད། དེ་ཡིན་དུས་རྣམ་འབྱོར་པ་རང་ཉིད་དེ་ནི་ད། རང་བཞིན་རིགས་དང་པདྨའི་རིགས་དང་རྣམ་སྣང་གི་རིགས་ལ་སོགས་པ་ག་རེ་ཡིན་ན་འདྲ་མིན་ན་འདྲ། དེ་ནི་རང་གི་ད་ས་ཆ་དེ་ལོན་པ་ཡིན་ན་དེ་ནི་རྡོ་རྗེ་རིགས་ཀྱི་བུ་མོ་དེ་དགོས་བ་རེད་གསུངས་བ་རེད། ད་རྡོ་རྗེ་རིགས་ཀྱི་བུ་མོ་ཟེར་ཡིན་དུས་དེ་ལ་དེ་ནི་འདི་ད་ག་རེ་རེད་ཟེར་དུས་འདི་གི།

དེ་ནི་རང་འདོད་ལྷ་ཡི་རིགས་ཀྱི་ས་གསུངས་པའི་གར་སའི་རྡོ་རྗེའི་རིགས་ཀྱི་ས་བརྒྱད་དེ་མ་རྙེད་པ་ཡིན་ན། རང་གི་དེ་ནི་འདོད་པའི་ལྷ་རང་གི་ཡི་དམ་གྱི་ལྷ་ག་རེ་ཡིན་པ་ན་དེ་གི་རིགས་སུ་གྱུར་པའི་གི་དག་ས་བརྒྱད་དེ་བསྟེན་དགོས་ཟེར། དེའང་མ་རྙེད་པ་ཡིན་ན་ག་རེ་དགོས་རེད་ཟེར་དུས་ཡང་ན་དབྱིངས་ཀྱི་རིགས་བཟུང་བ་གསུངས་དུས་ཡང་ན་དེ་ནི་དག་རིགས་དབྱིངས་ཀྱི་དག་དེའང་མ་ལོངས་པ་ཡིན་ན་རིགས་དབྱིངས་ཀྱི་དག་རིགས་དབྱིངས་ལས་བཟུང་བའི་གི་ས་བརྒྱད་ལ་བསྟེན་དགོས་གསུངས་བ་རེད།

འདི་ན་རང་གི་དབང་བསྐུར་དབང་བསྐུར་བ་མ་ཟད་རྒྱུད་སྦྱངས་འདས་པ་དེ་འདྲ་ཅིག་དགོས་ལོས་རེད་ད་ལྟ་གོང་དེ་ནས་རང་གི་དབང་བསྐུར་སྙིང་རྗེ་སྐྱིན་གསུང་དུ་རང་གིས་དེ་ནས་དབང་བསྐུར་ཞིང་རྒྱུད་སྡོམ་པ་དང་དང་ཚིག་དང་ལྡན་པར་ཟད། དེ་ནས་ཏིག་གི་རྒྱུད་དེ་ཉིད་དག་ཅིག་ཏིང་ངེ་འཛིན་གསུམ་ལ་སོགས་པ་གི་སྒོ་ནས་དེ་ནས་དང་པོ་སྦྱོར་བའི་ཏིང་ངེ་འཛིན་དང་ལས་རྒྱ་མཆོག་དང། དཀྱིལ་འཁོར་རྒྱ་མཆོག་དང་ལས་རྒྱ་མཆོག་བསྲེས་དེ་ནས་དེ་ནས་དཀྱིལ་འཁོར་གྱི་སྒོ་ནས་བསྐྱེད་རིམ་གྱི་ལྷ་ཡི་ངོ་བོ་ལ་བསྒྲུབ་དེ་ནས་དེ་འདྲ་ཟད་སྦྱངས་པ་དགོས་ལོས་རེད་དེ་ལ་སྦྱང་བ་ཡིན་ན་གཟུང་བར་བྱ་གསུང་དུ་བྱང་ཆུབ་ས་བོན་གདགས་པ་དང་སྦྱང་བ་ཡིན་ན་སྦྱང་བར་བྱ་སྟེ་གཟུང་བར་བྱ་གསུང་དུ་ནི།

བཟའ་བ་མི་འཆི་ཅོ་སྲེད་དེ། གསུངས་དུས་དང། བཟའ་བ་དེ་ལ་ག་རེ་དགོས་རེད་ཟེར་དུས་ཤ་ལྔ་དང་བདུད་རྩི་ལྔ་བཟའ་དགོས་རེད་ཟེར་དུས་དེ་ལ་བཟའ་བ་མི་འཆི་ཅོ་སྲེད་དེ་ཟེར། བཟའ་བ་ནི་དེ་ནི་བཟའ་བར་ཟ་བ་རེད་རེད་བ། མི་འཆི་ཅོ་སྲེད་དེ་ཟེར་ནི་མི་འཆི་བ་ཟེར་ན་ད་འདི་བདུད་རྩི་ལྔ་ལ་གོ་བོ་ཡོད་རེད་བདུད་རྩི་ལྔ་དེ་ངུ་སྐད་ཀྱི་ཨ་མི་འདི་ལྟ་ཟེར་དགོས་ན་ཨ་མི་རི་ལྟ་ཟེར་དགོས་ན་དེའི་དོང་དག་དེ་འཆི་བ་འགོག་པ་ལ་གོ་བོ་རེད་གསུངས་རེད་བ། དེ་ཡིན་དུས་དེས་ད་ངོས་ཀྱི་བོད་ཀྱི་བདུད་རྩི་ཟེར་རྒྱུར་ཡོད་རེད་མ་གཏོགས་དེ་ངོ་མ་ཟེར་ན་དེ་ནི་མི་འཆི་བ་སྦྱིན་པ་གི་དོང་རེད་དེ་ཡིན་དུས་དེས་ན་བཅུ་བསྲེག་ཟེར་ན་བཅུ་ཡི་བསྲེག་ཀ་དེ་ལྔ་རེད་བ་བདུད་རྩི་ལྔ་བཟའ་འོ་ཟོ་བྱེད་ཀྱི་དོང་རེད་དེ་དང་ཟེར། ད་བདུད་རྩི་ལྔ་བཟའ་བ་ཙམ་དུ་མི་ཚད་པ་གི་ད་རུང་དེ་ནི་ག་རེ་དགོས་རེད་ཟེར་དུས་དེ་ལ་ན་དང་ག་ཧ་དང་པོ་དང་མཐའ་ཡི་ཤོག་དང་དང་པོ་ཤོག་སོང། ན་འདི་གསུངས་པས་ན་དེ་ནས་ད། འདི་གི་བཟའ་བ་དེ་ནས་ཤ་ལྔ་སྟེ་བཟའ་དགོས་ཀྱི་རེད་གསུངས་ནས་འདི་གསུངས་བ་རེད། ཤ་ལྔ་བཟའ་དུས་དེ་ལ་ད་ཤ་ལྔ་དེ་ག་རེ་རེད་ཟེར་དུས་ན་དང་ག་ཧ་དང་པོ་དང་མཐའ་ཡི་ཤོག་དང་དང་པོ་ཤ་དང་པོ་ཤོག་གསུངས་དུས། དེ་ན་དང་ན་གི་ད་མིང་གི་འགོ་མ་ལ་ཡི་གེ་ན་བཅིངས་དང་མིང་གི་འགོ་མ་ལ་ཡི་གེ་འགའ་བཅིངས་དང་མིང་གི་འགོ་མ་ལ་ཡི་གེ་ཧ་བཅིངས་གཙོ་ཆེ་གི་དོན་རེད་ན་དང་ག་ཧ་དང་པོ་དང་གསུངས་དུས།

ད་ནི་ཧ་རེད་ཧེ་ཏི་ཟེར་དུས་དེ་ལ་གླང་པོ་ཆེ་ལ་གོ་ལོ་རེ་སོང་བ་རེད། ཧེ་ཏི་ཟེར་ནི་གླང་པོ་ཆེ་ཡིན་དུས་དེ་ལ་ད་གླང་པོ་ཆེ་གི་མིང་གི་ཐོག་མ་དེ་ཧ་རེད་འདུག་བ། དེ་ཟེར་དུས། ན་མིང་གི་ཐོག་མར་ཡོད་པ་དེ་མི། འག་མིང་གི་ཐོག་མར་ཡོད་པ་དེ་བ་ལང། ཧ་མིང་གི་ཐོག་མར་ཡོད་པ་དེ་གླང་པོ་ཆེ། དེ་གསུམ་གྱི་ཤ་འགོ་འཛུགས་བྱེད་ཀྱི་དོང་དག་རེད་ཟེར་ནས་ན་དང་འག་ཧ་དང་བོ་དང་ཟེར་ནས་མིང་ཡིག་གི་དང་བོ་རང་རང་གི་མིང་ཡིག་དང་བོ། ད་ལྟ་འགའི་གི་ཤ་ང་དི་ཙི་ང་དི་སོགས་ཅི་ཡིན་དུས་དེ་ལ་ཤ་ང་གི་ས་བོང་ཤ་ང་གི་ས་བོང་ས་བོང་ཞེས་ཡིན་དུས་དེ་ལ་དེ་ནི།

ཨ་ཤ་འདྲ་གཅིག་ཟེར་གི་འདུག་ཨ་ཤ་འདྲ་ཨ་ཤོག་འདྲ་གཅིག་ཟེར་གི་འདུག་ད་དེ་གི་དེ་ནི་ཤ་དགོ་གསུངས་དུས་དེ་ལ་དེ་ནི་འདི་གི་རྟ་ཡི་ཤ་དགོ་ཚུལ་གཅིག་རེད་གསུངས་བ། དང་པོ་ཤ་ཟེར་དུས་དེ་ལ་ད་དང་པོ་ལ་མིང་གི་ཐོག་མ་ལ་ཤ་ཡོད་པ་དེ་ཁྱི་རེད་ཟེར་གི་འདུག་བ། ཤོ་ན་ཟེར་དུས་དེ་ལ་ཁྱི་ལ་ཟེར་གི་རེད་ཟེར་གི་འདུག་བ། དེ་ཟེར་དུས་དེ་ལ་དེ་ནི་ཁྱི་གི་ཤ་བཏིང་བ་རེད་གསུངས་བ། འདི་གི་མཐའ་ཡི་ཤོག་དང་དང་པོ་ཤོག་ཟེར་དུས་དེ་ལ་ད་འདི་ནི་རྟ་ཤ་དང་ནི་ཁྱི་ཤ་གཉིས་ཀ